ཤིང་བཟའ་རིན་པོ་ཆེ་མཆོག་ནས་གཅིག་བོད་དུ་ནང་བསྟན་དར་ཚུགས་ཀྱི་བརྗོད་གཞི་དེའི་ཐོག་ནས་གསུང་བཤད་གསུང་བཤད་དེ་སྐར་མ་བཅོ་ལྔ་དུ་གནང་རྒྱུ་དང་དེའི་ཇུས་འགོད་ལ་དུས་ཚོད་ལྷག་མ་ཡོད་པ་དེ་གལ་ཏེ་ང་ཚོ་མང་ཚོགས་ནས་ཆ་ཤས་ལེན་བྱས་ནས་དེའི་ཐོག་ལ་བགྲོ་གླེང་ལྷུག་པོ་གཅིག་ཡོང་ཡང་གི་རེ་བ་བྱེད་ཀྱི་ཡོད་ཚང་མས་དགོངས་པ་འཇགས་པ་གནང་རོགས་གནང་ཞུ་བ་ཡིན། ད་ང་ཚོ་ནམ་རྒྱུན་འགྲོ་སྟངས་རབ་བྱེད་པ་ཡིན་ན་གསུང་བཤད་གནང་མཁན་སུ་ཡིན་པ་ཡིན་ན་ཡང་དེའི་ཐོག་ལ་ང་ཚོ་གཅིག་བོད་སྐད་རྒྱབ་ལྗོངས་ཀྱི་ལོ་རྒྱུས་དང་དེ་ཚོ་ང་ཚོ་གཅིག་ཞུ་སྲོལ་གྱི་ཡོད་རེད་ད་རིན་པོ་ཆེ་ཡིན་ན་ང་ཚོ་བརྒྱུད་ཡོད་རེད་ཆ་འདོད་དུས་རིན་པོ་ཆེ་ཁོ་རང་ཐོག་ནས་ད་ཨ་ལེ་དམིགས་བསལ་གྱི་ལོ་རྒྱུས་རེ་བ་འདི་རྒྱབ་ལྗོངས་འདི་གས་ཞུས་མོ་གོ་གསུངས་ཀྱི་འདུག་ག་དེ་གསུངས་དུས་ག་ནས་ཨ་ནི་རིན་པོ་ཆེ་གི་ཕྱོགས་ནས་ད་ལྟ་དེ་ཨ་ང་ཚོ་བོད་དུ་ནང་བསྟན་དར་ཚུལ་གྱི་ཨ་ནི་འོ་བྱུས་ཤིག་དེའི་ཐོག་ལ་དེ་ག་མ་བཅོ་ལྔ་གསུངས་བཤད་དུ་གནང་ཡ་རེད་འོ་དེ་འདྲ་ཅིག་ཞུ་ཡ་དང་དེ་ནས་ཕྱག་ཚོད་བཞི་པའི་ཐོག་ལ་ང་ཚོས་མཛད་རིམ་དེ་མ་ཚར་བ་བྱས། ཨ་ནི་ཆུ་ཚོད་བཞི་པ་ནས་ང་ཚོ་ཡི་དགོང་ཚིག་ཨ་ནི་ཞིག་འདུག་དེ་བྱས། དེ་ནས་ཆ་ཚོད་ལྔ་པ་ནས་ཨ་ནི་རྒྱབ་བྱས། ད་ལྟ་སེར་བྱེས་མཁན་ཟུར་རྒན་བློ་བཟང་བདེ་ལེགས་རིན་པོ་ཆེ་མཆོག་ནས་ད་ལྟ་རྟ་ལྕག་བྱུང་སོང་བཀའ་དབང་དེ་བསྡུ་བསྐུར་མཚུངས་གནང་གི་ཡོད་རེད། བྱས་ཙང་དེ་འདི་མཛད་རིམ་གཞི་ཆགས་ཅན་ཏག་ཏག་ཏག་ཏག་ཁོ་གཅིག་ཕེབས་ཐུབ་པ་ཡིན་ན་ཨ་ནི་ཡག་པོ་ཞུ་བཞིན་འདུག་རེད་བ། ཨོ་དེ་འདྲས་ཞིག་ཞུ་ཡ་དང་ཨ་ནི་ད་ལྟ་དེ་ཆ་ཆ་ཚོད་གསུམ་པ་ནས་བཞི་པའི་པར་རོལ་ལ་ཨ་ནི་བྱས། ཨ་ནི་བོད་དུ་ནང་བསྟན་དར་ཚུལ་གྱི་བརྗོད་གཞི་འདིའི་ཐོག་ལ་ཨ་ནི་བྱས། ཧོ་ཤིང་ཚོན་རིན་པོ་ཆེ་མཆོག་ནས་བཀའ་མོལ་བཅོ་ལྔ་གསུང་བཤད་དུ་གནང་རོགས་གནང་སོས་རིན་པོ་ཆེ་ལ་ཐུགས་སྙན་གསང་ཞུ་ཡས་ཡིན། གོང་ས་སྐྱབས་མགོན་ཆེན་པོ་མཆོག་གི་ཨ་ནི་ཀ་པུར་དོང་སྤྲུགས་ཆེན་མོ་ལ་གུས་ཕྱག་སྔོན་དུ་བཏང་བའི་སྒང་ནས། ཨ་ནི་ད་ལྟ་འདིའི་རྒྱུད་དང་ཡལ་ག་རིན་པོ་ཆེས་གཙོས་བའི་འཕགས་པའི་དགེ་འདུན་རྣམ་པ་དང། ཨ་ནི་དེའི་ནང་བཞིན་དེ་རང་སྡེ་ལ་ཕེབས་མཁན་གྱི་མི་མང་ཚང་མ་ལོ་ཨ་ནི་དང་པོ་དེ་ལ་བཀྲ་ཤིས་བདེ་ལགས་ཞུ་གི་ཡོད། བདག་ཉིད་ད་ལྟ་འདི་ལ་འགྲོ་ལམ་ཅིག་འདི་ལ་ཅིག་བྱིས་རོགས་བྱིས་སོང་ནས་ག་ས་ངོ་མ་ད་ལྟ་ང་ཚོ་འདི་འགན་འཛིན་ལགས་ཀྱི་དེ་འདྲས་བྱས་ནས་ཁ་པར་ཅིག་སླེབས་སོང། ཨ་ནི་ད་སྤྱིར་བཏང་འགྲོ་ལམ་བྱིས་པའི་སྐབས་དེ་ལ་ང་ཚོ་ཅིག་འགྱོད་བཞིན་འདྲ་བོ་ག་རེ་ག་རེ་གང་ཅིག་གོ་གི་ཡོད་ནི་ན་དེ་འདྲ་བོ་ཅིག་ལ་ཕ་ག་འདྲ་ཞིག་ཡིན་ད་ད་ལྟ་དམིགས་བསལ་གྱི་གཏན་གི་ག་རེ་ཀྱི་ཁེ་མེད་གསུངས་སོང། ཨ་ནི་ང་རང་གི་བསམ་བློ་ཅིག་བཏང་ནས་ད་ང་ཚོ་འདས་ལ་ལེ་བའི་སྐབས་ལ་སྤྱིར་བཏང་གི་ཅིག་ནང་ཆིའི་སྒང་ནས་ད་འགྲོ་ལམ་ཅིག་དགོས་ཡ་འདྲ་བོ་ཅིག་རེད་ཅེས་བཏང་བྱས་པ་ཡིན། ཡིན་ནའང་ད་ནང་ཆིའི་སྒང་ལ་རྣམ་མཁྱེན་ད་གོང་ས་སྐྱབས་མགོན་ཆེན་པོ་མཆོག་དབུས་བས་ད་ལྟ་ན་ང་ཚོ་ད་ལྟ་སེ་ར་གི་མཁའ་མཛོད་རིན་པོ་ཆེ་དང་ཨ་ནི་ཀི་འདི་ལང་རིན་པོ་ཆེ་ཁོང་རྣམ་པ་ཚོ་གི་གསུང་ཕྱི་མ་གནང་བསྡད་ཡོད་དེ། ད་ཨ་ནི་ངའི་འདས་ལ་དེའི་སྒང་ལ་ཕ་ཤི་མར་རྒོལ་བ་བྱས་ནས། ད་ལྟའི་རང་གི་བརྗོད་གཞི་འདི་ང་རང་གི་ཕ་ནམ་རྒྱུན་ངའི་སྤྱིར་བཏང་འདིའི་བརྗོད་གཞི་གི་འགྲོ་སྟངས་འདྲ་བོ་འདི་ནམ་རྒྱུན་ཡང་མ་འགྲོ་དེ་མཚམས་མཚམས་ཡང་ཅིག་བསླབ་གྲྭ་དང་དེ་འདྲའི་ནང་ལ་སྐད་ཆ་བཤད་ཡོད་སྐབས་རེད་ཨ་ནི་དེ་མ་ཡིན་པའི་ད་ཤི་ཅིག་ཁག་ལ་ང་ཚོ་ཨ་ནི་ནང་པ་གི་སྐར་ས་བོད་བརྒྱུད་ནང་བསྟན་ཟེར་ཡ་དེ་ག་འདྲི་ལྟར་ཡིན་ན་དེ་འདྲའི་སྐོར་ལ་འགྲེལ་བཤད་རྒྱབ་ཡ་གི་ང་རང་གི་དེ་འདྲའི་ཅིག་བཟོ་ཡོད་རོགས་ཨ་ནི་ཁ་སང་སྔོན་མ་དེ་ལ་ཅིག་བལྟས་ཡ་འདྲ་བོ་ཅིག་ཡོད་ན་ཨ་ནི་ཁྱེད་རང་ཚོ་གི་མ་གཟིགས་གཟིགས་གནང་བ་ཡིན་ན་དེ་སེམས་ནང་ལ་ངི་ཡ་ཨ་ནི་ཡག་ག་ཡོད་རེད་ད་ང་རང་ཡིན་ན་དེ་བཤད་ཡུལ་སྐབས་ལ་རྡེའུ་འདྲ་གཅིག་འདུག་ད་ཡིན་ན་དེ་ང་ཚོ་མཆོད་པ་དེ་འདྲི་མང་པོ་བཤད་མི་ཡོད་དེ་འདྲི་བྱིན་ནས་འདི་གར་སེ་བར་ད་དེ་གཟིགས་མཐོང་བལྟ་ཡ་འདྲ་བོ་དེ་འདྲི་གི་ཅིག་བྱ་བྱེད་འདྲ་བོ་ཏག་ཏག་ཅོང་མ་སོང་ཨ་འདི་འདི་ད་ང་རང་གི་མ་སྒྲོམ་འདྲ་བོ་གཅིག་ནས་བཤད་གི་ཡིན་ད་ནི་ད་ལྟ་གང་ནས་ཤི་བ་ནར་གྱིས་འདྲི་ང་གཟུགས་དེ་ལ་སྤོ་རྒྱུ་ནང་བསྟན་ལྟར་ཚུལ་ཟེར་ཡ་དེ་ང་གཟུགས་དེ་ལ་བརྗོད་གཞི་ལེན་དགོས་ཡ་གི་ད་རྒྱུ་མཚན་འབྲས་བུ་གཅིག་གཅིག་ན་རྣམ་པ་ཚོ་སེམས་ནང་ལ་ད་གར་ཕྱིན་ལེན་ཡིན་ནི་ན་ཟེར་ཡ་གི་དྲི་བ་དེ་ད་འདི་ཡོང་བ་སྤྲོ་བའི་གཅིག་རེད་ད་ངས་དེ་ལེན་དགོས་ཡ་དེ་ཡིན་ང་གཟུགས་སྤྱིར་བཏང་ནམ་བྱིན་ད་ད་ཨ་ནི་སྤོ་པ་གི་ད་འཛམ་ལང་སྒང་ལ་ད་ད་ང་གཟུགས་ངོ་མ་ཡ་གཅིག་ཡོད་བ་དེ། ཨ་ནི་ང་ཚོ་བོད་ཀྱི་ནང་བསྟན་ཆོས་ལུགས་ཟེར་ཡ་དེ་ཆགས་བསྡད་ཡོད་པ་ད་ང་ཚོ་ཤེས་མར་གྱི་ཡོད་རེད་བ། ང་ཚོ་བོད་པ་ཚོ་ད་ལྟ་འཛམ་གླང་སྒང་ལ་ད་མི་མང་པོ་ཅིག་གི་ང་ཚོ་བོད་ཀྱི་ནང་ཆོས་ལ་དོ་སྣང་བྱེད་དགོས་ཡ་དང། བོད་ཀྱི་ནང་ཆོས་ལ་དམིགས་བསལ་གྱི་ཅིག་ང་ཚོ་སྦྱང་བ་བྱེད་ཀྱི་ཡོད་བ་དང་ལྷག་པར་དུ་ད་ཤེས་ཡོན་པའི་མི་མི་སྡེའི་ནང་ལོགས་ལ་ང་ཚོ་འདིའི་ནང་ཆོས་ཟེར་ཡ་ད་ལྷག་པར་དུ་པོ་ཏི་པོ་རྒྱུ་ནང་ཞིག་ལ་ཅིག་དོ་སྣང་བགྱིད་དགོས་ཡོད་དེ་འདྲི་ཞིག་ཆེན་པོ་ཅིག་ཆགས་བསྡད་ཡོད་རེད་སྔོན་མ་ང་ཚོགས་འདུ་ཅིག་ལ་ད་ལྟ་འདིའི Professor ཅིག་དང་མཉམ་དེ་སྐད་བཤད་སྐབས་ལ་ཁུ་དེ་འདྲི་ཅིག་ལབ་ཡི་འདུག་ད་ཕ་ཆེར་དྲུག་ཅི་རེད་གྲང་དང་དེ་འདྲི་སྐབས་དུ་བ་ལ་ཨ་ནི་ང་ཚོ་ཨ་རི་དུ་བ་ལ་ནང་པ་ལབ་དེ་མང་ཆེ་ཤེས་ཅིག Vietnam དང Japan དང་དེ་འདྲི་འདྲ་བོ་ཅིག་ལ་གོ་བསྡད་གི་རེད་ཟེར། ཨ་ནི་འདི་ཇི་ལྟ་བ་ལ་ད་ང་ཚོ་ག་ལེ་ག་ལེ་རྒྱ་ཆ་དྲངས་ནས་ཨ་ནི་བོད་བརྒྱུད་ནང་བསྟན་ཆོས་ལུགས་ཟེར་ཏེ་ཨ་རིའི་ནང་ལ་ཤུགས་ཆེན་པོ་ཆགས་ཡག་མགོ་བརྩམས་སོང་ཟེར། ཨ་རིའི་ནང་ལོགས་ལ་བོད་བརྒྱུད་ནང་བསྟན་ཆོས་ལུགས་འདི་གཅིག་ལས་འོང་འདི་རྦད་དེ་མེད་པར་བ་ནང་བཞིན་རེད་འདུག་ཟེར། ད་ཕ་ཕྱིར་ནང་ཕྱིར་ལབ་སྟེ་ང་ཚོ་བོད་བརྒྱུད་ནང་བསྟན་ཆོས་ལུགས་ཀྱི་སྐོར་དེ་ཡ་ཅིག་དེ་འདྲའི་ཤུགས་ཆེན་པོ་ཅིག་ཆགས་སོང་ཟེར་ད་ཁོ་རང་ཚོ་དེ་འདྲའི་ངེས་འཛིན་གནང་གི་འདུག་རེད་བ། དེ་འདི་ད་ང་ཚོ་ངེད་ནི། དེ་འདྲའི་གི་ད་ང་ཚོ་ཡིན་ན་ཅིག་ནམ་རྒྱུན་སྤོབས་པ་དང་ལྕི་བ་སྒང་ནས་ཨ་ནི་ཕྱིར་ལོག་སྟབས་ཕྱི་རྒྱལ་ལ་ཡོད་པའི་མི་འདི་ཚོ་ལ་ང་ཚོ་ཅིག་ངོ་མས་ཡོད་ན་མེད་ན་ནི་ང་ཚོ་ནང་ཆིག་སྡེ་རེད་མ་གཏོགས་གཞན་པ་ནི་ང་ཚོ་ངོམ་སོ་གི་ཡོད་མ་རེད། ཨ་ནི་ང་ཚོ་ད་དཔའ་ལོག་ལྐོག་ལོག་ངོམ་ལབ་ན་ད་ག་རེ་ང་ཚོ་སོ་སོ་དཔའ་ལོག་ལྐོག་ཡོད་ལབ་ན་སོ་སོ་ལོང་པ་དེ་ཤོར་རྒྱུ་རེད། ཨ་ནི་དེ་ངོམ་ས་ཞིག་ར་མི་འདུག་ཨ། ད་ཡིན་ན་ང་ཚོ་ཕྱི་ལོག་ལ་སླེབས་ནས་ང་ཚོ་ད་ལྟ་ཕྱི་ལོག་ལ་ད་མང་པོ་གཅིག་གི་གི་ཞིབ་སླེབས་ཏེ་དེ་ནང་བསྟན་ཕྱི་ལུགས་བདེ་ལ་བརྟེན་ཡོང་གི་ཡོད་དེ་ནི་ད་རྣམ་པ་ཚོ་མཁྱེན་དུ་ཡོད་རོ། འདི་ཡིན་འདི་ཡིན། ད་ངས་དེ་རང་དེ་ལ་བོད་རྗེས་ནང་བསྟན་ཕྱི་ལུགས་འོ་ན་ང་ཚོ་ནུབ་ཕྱོགས་ལ་འདིར་ཅི་ནས་ཡིན་ན་ད་ང་ཚོ་བོད་ལ་ད་རིའི་སྐབས་དེ་ལ་ད་ང་ཚོ་མི་བོ་ཚོ་གི་འདིའི་སྒང་ལ་ཀ་ལི་ཀར་རྒྱབ་ཤ་ཟེ་འདི་ཤིན་ཏུ་ཅུང་སོར་བ་ཨན་མང་པོ་གཅིག་ང་ཚོ་ནང་ཕྱི་ཡུལ་བ་དང་འདི་ཧ་གོ་གོར་ད་ང་ཚོ་སྔོན་གྱི་ད་ང་ཚོ་མི་བུ་ལབ་ན་འགྲིག་རེད་བ་ད་འདི་ཚོ་ཆ་ཚང་གི་འདིའི་སྒང་ལ་དཀའ་ལས་དཀའ་ཚེགས་ཅིག་བརྒྱབ་ཡོད་དེ་མང་ཆེ་ཞིག་ལ་ད་ཕ་ཆེར་ཏེས་སྒྲུབ་འདི་ཁག་པོ་འདྲ་ཆགས་བསྡད་ཡོད་རེད་བསམ་གྱི་འདུག་འདི་འདི་ད་འདིའི་སྒང་ལ་ཅིག་ཤེས་ཐུབ་པ་ཡིན་ན་རྣམ་པ་ཚོ་གི་སོ་སོ་རིག་གཞུང་དེ་འདི་འགྲིག་རྩ་ཆེན་པོ་ཡིན་པ་དེ་ད་ང་ཚོ་ཤེས་བ་ཙམ་མ་ཡིན་པའི་ང་ཚོ་ཕ་མེས་ཚོ་འདི་འདྲི་ཅིག་དཀའ་ལས་བརྒྱབ་ཤག་ཟེར་ཡ་འོ་དེ་འདྲའི་གི་བརྗོད་གཞི་ཅིག་སྒང་ཉིན་གྱི་དེ་རང་འདི་མ་ཕྱི་འདུག་བྱུང་སོང། འདི་ཡིན་འདི་དག་ང་ཚོ་དང་པོ་པོ་ཇི་ནང་བསྟན་ཨ་ནི་པོ་ལ་དར་ཚིལ་ལབ་འདི་དག་ནང་ཕྱིའི་དེ་པོ་ལ་དར་ཡི་སྐབས་ལབ་འདི་དག་ང་ཚོ་ཕ་ཕྱིར་ལོ་ངོ་མང་པོ་ཅིག་སྔོན་ལ་འགྲོ་དགོས་ཐུག་གི་རེད་ལོ་ངོ་གཅིག་སྟོང་ཙམ་ཟིག་སྔོན་ལ་ཡང་འགྲོ་ནི་ད་ང་ཚོ་ནམ་ཅིང་ཤེས་བསྡད་ཡ་གི་ཙམ་པོ་སྲོང་བཙན་སྒམ་པོ་ཟེར་ཡ་འདིའི་སྒང་ནི་མ་ལང་རང་ལང་ཅིག་ཆགས་གི་འདུག་འདི་ཡིན་འདི་ད་ང་ཚོ། སྤྱིར་བཏང་ནང་ཆེས་དེ་ལྟར་ཡག་གི་དང་ཡོངས་གྲགས་ཀྱི་ང་ཚོ་ལྟར་ཡག་དེ་སྲོང་བཙན་སྒམ་པོའི་སྐབས་ལ་བརྩི་གི་ཡོད་བ་དེ་དང་ང་ཚོ་ཆ་ཚང་གི་མཁྱེན་དེ་ཡོད་རེད་ད་ཡིན་ན་ཡང་ང་ཚོ་ཙམ་པོ་སྲོང་བཙན་སྒམ་པོའི་སྐབས་ལ་ནང་ཆེས་ག་འདྲི་ཅིག་ལྟར་བྱ་འདི་ལ་ང་ཚོ་རྣམ་པ་ཚོ་ཡང་ཐུགས་སེམས་གཞིག་མྱོང་ཡོད་ན་ཨ་ནི་དེ་དུས་ནང་ཆེས་ལྟར་ཟེར་ཡག་ཙམ་མ་གཏོགས་ད་ང་ཚོ་ནང་ཆེས་ག་འདྲི་ཅིག་ལྟར་བ་རེད་ཟེར་ན་ད་ང་ཚོ་སྤྱིར་བཏང་བོད་ལ་ས་འབུ་སྲོང་བཙན་སྒམ་པོའི་སྐབས་ལ་དངོས་གནས་ཀྱི་ཅིག་དམག་འཐབ་དང་ད་ང་ཚོ་ཡིན་ན་རྒྱལ་ཁབ་ཀྱི་སྟོབས་ཤུགས་དེ་ཞེའུ་ཅིག་འཕེལ་ཡོད་རེད་ད་ཡིན་ནའང་ད་ནང་ཕྱི་སྟག་རི་ལབ་དེ་ང་ཚོ་ལྷ་སའི་ཆུ་ཁང་ལ་བཞེངས་གཙོ་བོ་གཅིག་ནི་ཨ་ནི་ལྷ་ས་ལ་ད་ང་ཚོ་ཡིན་ན་རྩིག་ལག་ཁང་མང་པོ་རྩིག་ལག་ཁང་མ་ད་ལྷ་ཁང་མང་པོ་ཅིག་བཞེངས་བ་རེད། ཡིན་ནའང་ལོ་རྒྱུས་ནང་ལོགས་ལ་བལྟ་འོང་དུས་ལྷ་ཁང་དེ་ཚོ་ནང་ལོགས་ལ་ཨ་ནི་བདག་སྦྱང་མཁན་ད་ང་ཚོ་ཡིན་ན་དཀོན་གཉེར་དང་སང་དེ་ལ་ཡོད་རེད་བ། འདི་ཡིན་འདི་འདི་མང་ཆེ་ཞིག་ཕ་ཆིང་ལོར་གྱི་ནང་ལོག་བཏང་འདི་རྒྱག་གི་བྲོ་བ་དེ་འདྲི་རེད་ཤག་རྒྱག་གི་ཧ་ཤང་ཨ་ང་ཚོ་སྤོ་པ་གི་བདག་རྒྱག་གི་མི་འདུག་ཨ་ད་དེ་ལབ་དུས་ང་ཚོ་ཙམ་པོ་སྲོང་བཙན་སྒམ་པོའི་སྐབས་ལ་སྤོ་ལ་ནང་ཆིག་ལྟར་ཡོད་ཟེར་དེ་ང་ཚོ་ཚལ་ག་འདྲི་ཅིག་ལ་སེམས་གི་ཡིན་པ་ཟེར་འདི་བསམ་བློ་བཏང་ས་གཅིག་རེད་བསམ་འདུག་ཨ་ད་ང་ཚོ་གཅིག་གསུང་རབ་དང་དེ་འདྲི་ཡོད། སྐར་ཚེ་བོ་རེད་ད་ང་ཚོ་ཁ་ཤི་ཁ་ཤི་སྐྱོང་བ་རེད་ད་ཡིན་ནའང་ཅིག་ལྷ་ཁང་དང་འདི་ཚོ་འབྱུང་བ་རེད་ད། ད་རྒྱ་བོ་སྲོང་བཙན་སྒམ་པོ་ཁོ་རང་གི་ངོས་ནས་ཡིན་ན་ནང་པ། སྐར་ཚེ་བོ་རེད་ད་གཞུང་ལུགས་དང་འདི་ཚོ་རྒྱང་ནང་ཡོད་རྗེས་མ་གཏོགས་མི་མང་གི་ཁྲོད་ལ་ཕ་ཆེར་ཅིག་རྒྱང་ཡག་གི་དེ་འདྲའི་ཅུང་མི་འཇུ་འདྲ་བོ་ཅིག་རེད་འདུག་ད་ཡིན་ནའང་མགོ་བརྩམ་ས་དེ། ད་གཞན་པ་ལོ་རྒྱུས་ཁ་ཤི་ནང་ལོགས་ལ་ང་ཚོ་ལྷ་ཐོ་ཐོ་རུ་གཉན་ཚུལ་ནི་ཨ་ནི་ཅུང་ཡོད་རེད་ཟེར་ཡ་ཅིག་སྒྲོམ་ཅིག་ཡོད་རེད་ད་དེ་ལ་ཁུངས་ང་ནི་སྐད་རགས་མ་སོང་རུང་ཡང་ང་ལོ་རྒྱུས་ཞིབ་འཇུག་པ་དེ་འདྲའི་མ་རེད་ད་དེ་ཡང་རྣམ་པ་གཟུགས་དེ་འདྲའི་ཡིན་ན་ཡང་འཇིག་ལ་དེ་འདྲའི་ཁོངས་ཡོད་བ་དང་དེ་འདྲའི་ཡོད་ཀྱི་ཡོད་ན་རྣམ་པ་གཟུགས་སོང་རེད་བ་ཨ་ནི་ངའི་ད་སྤྱིར་བཏང་སྒྲོམ་དེ་འདྲའི་ད་ཡོང་གི་ཡོད་རེད་ད་ནང་ང་ཚོ་འདི་རྒྱ་རིབ་ས་ཡི་མེ་ལོང་ལ་སོགས་པ་འདི་ཚོ་ནང་ལོགས་ལ་ཡོང་གི་ཡོད་རེད་ད་ད་དེ་ལ་ཁུངས་སེའུ་ཅིག་ང་ཚོ་བཙལ་ཡོང་དེ་ག་འདྲའི་འདྲ་བོ་ཁོངས་ཅིག་ཡོད་དང་མེད་ཟེར་ཡ་དེ་ཡང་བསམ་བློ་བཏང་ས་ཅིག་རེད་འདུག་དེ་ཡིན་དུས་ད་ངས་དེ་ལ་གར་ཤིན་ཏུ་ཅུང་ལ་ན་ད་བཙན་པོ། དེ་རང་ཤིན་ཏུ་འབྱུང་བ་དེ་གཙོ་བོ་དེ་ཁྲིབ་སོང་སྡེབ་འཛིན་གྱི་སྐབས་ལ་ཤིན་ཏུ་འབྱུང། ད་འདི་གར་ཅི་ནི་ལབ་ན། སྲོང་བཙན་སྒམ་པོའི་སྐབས་ལ་ང་ཚོ་གི་ནང་ཆིག་དེ་ད་རེ་རེ་ལབ་ཡས་མ་གཏོགས་དེ་ལ་སྒྲོམ་གཞི་ད་ང་ཚོ་ཅིག་གར་སེ་བ་རེད། ད་ནང་ཆིག་དར་ཡས་དེ་གཙོ་བོ་དེ་གཞུང་ལུགས་སྦྱང་ཡས་དང་འདི་བི་དམ་པ་དར་མ་དར་ད་དེ་གད་ཆེ་ཆེ་ཅིག་ལ་བརྩི་གི་ཡོད་རེད། དེ་འདི་འདི་བི་དམ་པ་དེ་ང་ཚོ་དར་མི་ཡས་དེ་སེ་བུ་ཅིག་ཆགས་བསྡད་འདུག་དེ་ཡས་འདི་ད་ཨ་ནི་ཅི་ཙམ་པོ་ཁྲིབ་སོང་སྡེབ་འཛིན་གྱི་སྐབས་ལ་ད་ང་ཚོ་ཡིན་ན་གཅིག་བོད་ཀྱི་ནང་ཆོས་དེ། ད་བོད་ཀྱི་ནང་ཆོས་ལབ་དགོས་ར་ནང་ཆོས་དེ་ང་ཚོ་བོད་ལ་ད་རེ་ཤུགས་ཆེན་པོ་ཅིག་མགོ་བརྩམས་གནང་འདུག་དེ་ཡན་དེ་ད་འཛམ་བུ་ཁོ་རང་གི་སྐབས་ལ་དེའི་སྐབས་ལ་ང་ཚོ་ལོ་རྒྱུས་ནང་ལོག་ལྟ་འོང་དེ་དཔེ། སྲོང་བཙན་སྒམ་པོ་ནི་མ་འདི་ཅིག་རྒྱལ་རབས་ཁ་ཤས་ཅིག་གི་རྗེས་ལ་རེད་དེ་ཡན་དེ་དེའི་པར་ར་ལ་ཡང་ཨ་ནི་དེ་སྐབས་ངའི་འཕྲལ་ཡ་དང། ལྷ་ས་ཡ་དང་ད་ང་ཚོ་གཙུག་ལག་ཁང་ལ་སོགས་པ་འདི་ཚོ་ཡིན་ན་དེ་ད་ཅིག་ནང་ལོག་ལ་དཀར་སེ་བ་རེད། ད་སེམས་ཤིང་སད་སད་འདུག་དེ་འདྲའི་བཟོ་ཡོད་པ་དང་དེ་འདྲའི་ལོ་རྒྱུས་མཐོང་གི་འདུག་རེ་བ་ད་འདི་ཚོ་ལྷ་སའི་ཅུའུ་དེའི་ཕ་ཁེ་ནས་ཡང་སྦེད་དགོས་བྱུང་བ་ཡང་དང་འདི་ཚོ་དེའི་པར་ལ་ད་ང་ཚོ་གཙོ་བོ་དེ་བོན་པོ་དང་ང་ཚོ་ད་ནང་པ་གཉིས་ཀྱི་པར་ར་ལབ་ན་འགྲིག་གི་རེད་འདི་པར་ར་གི་ཅིག་མ་ཐུབ་འགྲོ་གི་སེམས་ཙམ་ན་དེ་འདྲའི་ནང་འཁྲིག་འགྲོ་གི་ཅིག་རེད་འདུག་ད་ཡིན་ནའང་འཚམ་པོ་གྲུབ་སོང་དེ་བཞིན་ཁོ་རང་ཨ་ནི་སྲིད་དབང་ལ་ཡག་བཀོད་ནས་ག་ལེ་ག་ལེ་ཨ་ནི་ཁོ་རང་གི་ད་ལྟ་བློན་པོ་འདི་ཚོ་ལ་ནི་ག་ལེར་ད་རྒྱ་ནག་ནི་ང་ཚོ་སྔོན་མ་ནི་འབྲེལ་བ་ཅིག་ཡོད་བསྡད་པ་ཡིན་དུས་དེ་འདྲི་ལ་དེ་ནི་རྒྱ་ནག་གི་ནང་ཕྱི་ཡི་སྐོར་ནི་ང་ཚོ་ལ་ཡང་ཁོ་རེ་གར་ཚོར་ད་དྲ་བ་དེ་འདྲི་བཏང་ན་ཡང་དེ་འདྲི་འདུག་ད་འདི་ཚོ་ངས་དེ་རང་ལང་ཡག་གི་བརྗོད་གཞི་དེ་མ་རེད་ད་གཙོ་བོ་དེ་ག་རེ་ལ་ན་སྐབས་དེ་དུས་ཨ་ནི་རྒྱ་གར་ནི་ད་ང་ཚོ་འདི་གར་ས་གྷན་ཆིན་བོ་དྷི་སཱ་ཏོ་ད་ཁོང་གྷན་ཆིན་ཤི་བ་ཚོ་ད་ཁོང་རྒྱ་གར་ནས་ང་ཚོ་ཚ་སྐད་བདའ་འདྲེ་ཤི་ཐུབ་པ་དེ་པོ་སྐུ་ལོ་རྒྱུས་ཀྱི་ད་ནང་ཕྱིའི་གི་ནང་ལོག་རྩ་བ་ཡིན་ན་རྒྱལ་ཁ་ཆེན་པོ་ཞུ་ཅིག་རེད་བསམ་གི་འདུག་ད་གྷན་ཆིན་ཤི་བ་ཚོ་ཁོང་དང་པོ་ཅིག་ཕེབས་ནང་ཤག་དང་པོ་ཕེབས་ནས་ནི་དེ་པ་ར་དེ་ལ་ད་ཅིག་ནང་ལོག་གི་དཀའ་ངལ་དང་དེ་འདྲའི་ཅན་གི་རྒྱལ་བུ་གི་ཨོ་ཐུག་ནས་ད་ཁྱེད་རང་ཕ་ལྟས་སུ་ཕེབས་ད་ནི་རྗེས་ལ་ངས་སྟབས་བདེ་བོ་བྱུང་ན་ཡང་སྤྱིར་མགོ་ནས་ཟླ་འདྲེ་གནང་གིན་གདའ་སའི་ད་དེ་འདྲའི་གི་ལོ་རྒྱུས་སེམས་སྐྱོ་དེ་འདྲའི་མང་པོ་ལྟ་ཡི་ཡོད་རེད། ད་ཡིན་ནའང་ད་མ་དེ་ལ་མཁན་ཆེན་ཤེས་བ་འཚོ་ཚར་ཕེབས་ཡི་སྐབས་དེ་ལ་ང་ཚོ་ད་ད་མཁན་ཆེན་ཤེས་བ་འཚོ་གི་ཨ་ནི་སྤོ་གི་སྐར་ཚོགས་ཀྱི་ར་ད།

སྐུ་དྲིན་ཆེན་པོ་ཞུ་ཅིག། ད་ནམ་རྒྱུན་སྐུ་མདུན་གྱི་གསུང་དེ་ཡོད་རེད་བ། སྐབས་དེ་དུས་ཁོང་གིས་ནི། ད་ང་ཚོ་བོད་ཡིག་དེ། བཙན་པོ་སྲོང་བཙན་སྒམ་པོའི་སྐབས་ལ་བོད་ཡིག་དེ་གསར་གཏོད་བྱས་ཡོད་རེད། ཡིན་ནའང་ད། མང་ཁྲོད་ལ་བྱེད་སྟངས་ད་བེད་སྤྱོད་ག་འདྲི་ཅིག་བཏང་གི་ཡོད་མེད་དང་དེ་ཚོ་ཧ་གོ་མེད་རེད་བ། གང་ལྟར་ཀྱང་སྐབས་དེ་དུས་ནི་མཁའ་ཆེན་ཞི་བ་འཚོ་གི་ད་བོད་ཡིག་སྒང་ལ་ཚུར་བསྒྱུར་ནས། ཁྱེད་རང་ཚོ་བོད་རང་གི་སྐད་ཀྱི་སྒང་ལ་ནང་ཆེད་དུ་ཡུ་བ་བྱེད་དགོས་རེད།

ད་བསམ་ཡས་གཙུག་ལག་ཁང་ཟེར་ཡ་དེ་ང་རང་ངོས་ནས་ངོས་འཛིན་འགྲོ་གི་གར་གྱི་གོ་ལ་ན་བོད་ཀྱི་མཐོ་སློབ་ཏང་ཞིག་འགྲོ་གི་ཅིག་ལ་ངོས་འཛིན་བྱེད་གི་ཡོད་ད་བོད་པ་རང་གི་ངོས་ནས་ངོ་ནས་མཐོ་སློབ་འགྲོ་གི་ཅིག་གི་ཆ་རྐྱེན་དང་དང་སང་གི་ད་མཐོ་སློབ་འགྲོ་གི་ཅིག་ལ་ཕ་ཕྱིར་ངོས་འཛིན་བྱེད་ན་མ་ཆོག་ག་ཡོད་མ་རེད་སློབ་གཉེར་གནང་ཡ་དང་ཕྱིས་སུ་ད་ཡར་རྒྱས་བཏང་གི་སི་སྐོར་ད་ད་དང་པོ་དཀའ་ལས་རྒྱབ་ནས་རྣམ་པ་བཟོ་གི་བཞང་ད་འདིའི་སྒང་ལ་ད་ད་འདི་བཤད་བ་ནང་བཞིན་ཨ་ནི་གང་ཕྱིས་ཤི་བ་ཚོ་གི་གསུང་བ་ནང་བཞིན་བོད་ཡིག་ལ་ཚ་བསྒྱིར་ཡ་དེ་ད་འདིར་དེ་དེ་རང་ངི་ཤི་ཉིན་བྲོས་བ་དེ་བོད་ཡིག་ལ་བསྒྱིར་བ་དེ་ལ་ད་དཀའ་ལས་ཞིའུ་ཅིག་རྒྱབ་བ་རེད་ད་ད་ང་ཚོ་གི་ད་ཀར་ཚོ་གིར་དབྱིན་ཇིའི་སྒང་ནི་ཚ་ང་ཚོ་བོད་ཡིག་ལ་བསྒྱིར་དགོས་ན་མི་གཅིག་གི་བསྒྱིར་འགྲོ་དགོས་རེད་ཨ་ནི་མི་གཅིག་གཉིས་གཅིག་གི་ཤི་ཐག་བཏང་འགྲོ་དགོས་རེད་ད་ད་ག་རང་རྫོགས་རེད་ད་ད་ཡིན་ནའང་ཛམ་བུའི་སྐབས་ལ་ག་རེ་གནང་ཡོད་རེད་ལབ་ན་འདིའི་སྒང་ལ་ད་སྐབས་དེ་དུས་ཁྲི་བཟང་དེབ་ཚིག་གི་སྐབས་ལ་ད་ཁྲིམས་གཏམ་འབེབས་ཀྱིས་གཞུང་དེ་ཚོ་ག་འདྲའི་བརྗེར་སྐད་ཡིན་ད་བོད་ལ་མཚོན་པ་ཡིན་ན་དེའི་སྐབས་ལ་ངོ་ཉེ་གི་ཅིག་ཉམས་མྱོང་འགྲོ་ཡོད་མ་རེད་བ། དེ་ཡིན་དུས་གཞུང་དེ་ཚོ་ཕྱི་ཚབ་བརྗེ་རེས་ལ་གར་བྱེད་དགོས་གི་འདུག་ལབ་དེ་ད་གཞུང་བརྗེ་རེས་ལ་ཁོ་སྡེ་སྲིད་འགྲོ་མང་པོ་བཙུགས་ནས་དེའི་ནང་ནས་ཨ་ནི་རྒྱ་གར་ནས་ང་ཚོ་ཚང་ཁོ་རེ་བོད་ཡིག་ལ་བརྗེ་རེས་སྐབས་དེ་ལ་རྒྱ་གར་གི་པཱ་འདྲི་ཏ་གཅིག་དང། པོ་གཅིག། ད་ལོ་ཙཱ་བ་ལབ་ན་འགྲིག་གི་རེད་དམ། པོ་གཅིག་དེ་འདྲའི་ལོ་ཙཱ་བ་གཅིག། གཉིས་ཉམས་དེབ་སྒྱེར་དགོས་འདུག་མ་གཏོགས་ང་ཚོ་གང་བྱུང་མང་བྱུང་ཅིག་ནས་སྒྱེར་ཆོག་གི་མི་འདུག་དེ་དེ། དེ་ལ་བརྟེན་ནས་ད་ང་ཚོ་སངས་རྒྱས་ཀྱི་བསྟན་པ་ང་ཚོ་ད་ད་ལྟ་མཐོང་འདུག་ཡག་གི་བཀའ་རྟགས་ཟེར་ཡག་བཀའ་འགྱེར་དང་རྟ་འགྱེར་ཟེར་ཡག་གི་སྒྲོམ་གཞི་དེ་དེ་དུས་བཏང་རེད། ད་སྒྲོམ་གཞི་དེ་འདྲའི་ཡག་པོ་གཅིག་ཡོང་ཡོད་བ་དེ་རྨང་གཞི་དེ་ག་བ་ཐུག་བསྡད་ཡོད་ལབ་ན་ད་ལྟ་ངས་ཤེས་བ་ནང་བཞིན། ད་རྒྱ་གར་གྱི་ལོ་ཙཱ་བ་གཅིག་རྒྱ་གར་གྱི་བན་ཁྲི་དག་གཅིག་ག་རེ་བྱས་ནས་སྒོ་སྒོ་རུ་ལབ་ན། བོད་བོད་ཡིག་ནི་ཕ་རྒྱ་གར་གྱི་ཡིག་སྦྱང་ག་ཚད་ཡག་པོ་ཅིག་ཡིན་ན་ཡང་རྒྱ་གར་ཁོ་རང་ཚོ་ནང་བཞིན་ཡོང་ཐུབ་གི་མེད་བ། ག་རེ་ཟེར་ན་རིག་གནས་ནང་ལོགས་ལ་ཁོ་རང་ཚོ་དམངས་ཁྲོད་ཀྱི་མང་པོ་ཅིག་ཡོང་བསྡད་ཡོད་དེ་འདི་ཚོ་ལ་ང་ཚོ་གི་ད་སྐར་ཚོ་ཡི་གེ་གཅིག་པུ་གང་ཉིད་ཡོང་གི་མེད་བ་དེ་ད་རྣམ་པ་ཚོ་ག་ལེ་ག་ལེ་མཁྱེན་གི་ཡོད་རེད་བསམ་གི་འདུག་དེ་ཡིན་དུས་རྒྱ་གར་ཁོ་རང་ཚོ་ཡིན་གྱི་མེད་གོ། ཡང་བོད་ཡིག་ལ་བསྒྱུར་བའི་སྐབས་དེ་ལ་ག་རེ་ཟེར་ན་བོད་པ་རང་མེད་བ་ཡིན་ན། རྒྱ་གར་གྱི་པ་འདི་ད་གཟོད་བོད་ཡིག་སྦྱངས་བཞག་ནས་བོད་ཡིག་ལ་བསྒྱུར་བཞག་ན་ཡང་བོད་པ་རང་གི་ཐར་ཉེའི་སྒང་ལ་བསྡད་ཀྱི་མེད་པ་ཡིན་འདི་ད་བོད་ཡིག་གི་སྒང་ལ་བསྒྱུར་རྒྱུ་ལབ་ཨ་ནི་རྦད་དེ་ཁྲིམས་དང་འདི་ཚོ་གཏན་འབེབས་བྱས་ནས་ལོ་ཙཱ་གི་ཁོ་རང་ཚོ་ད་ཡི་གེ་རེ་རེ་རེ་བརྗེ་རེས་སྐབས་དེ་ལ་ག་རེ་ག་འདྲའི་བརྗེ་དགོས་འདུག་ཟེར་ཡ་དེ་ད་འདི་གཉིས་དེ་རང་འདི་མ་ཤེས་དགོས་ཡ་དེ་ག་རེ་ལབ་ན་ད་ང་ཚོ་མིའོ་བཟོ་གི་དེ་འདྲའི་ཅི་ནས་དཀའ་ལས་བརྒྱབ་ནས་ར་བ་ཚིག་རེ་རེ་ལ།

རྒྱལ་བུ་ཁོ་རང་འདི་ནང་ལ་ཡོད་རྒྱུ་ཚོགས་པ་དང་ང་ཚོ་ནི་འགན་འཛིན་ལྷ་ཚོགས་འདྲ་བོ་ཅིག་ཁོ་ཚོ་ལ་ཡག་ཤེས་དེ་ཨ་ནི་ཁོ་རང་ཚོ་གི་མི་མང་ནང་ལ་ད་བཀྲམ་ཆོག་གི་འདུག་ཟེར་ཡག་མཆོག་ཅན་བཀྲ་བ་ཡིན་ན་གཞི་ནས་མ་ཡོང་ནས་ང་ཚོ་མི་མང་ནང་ལ་བཀྲམ་ཡ་ལྷག་པར་དུ་འདི་ལ་ད་ལྟ་ངའི་ཡི་གེ་དེ་མ་ལེན་ཡོད་གསང་སྔགས་ཀྱི་སྐོར་དེ་ལ་དབྱིན་ཇིའི་མི་ཉིད་ཡང་དརྨ་ཤི་ཆིན་ཚལ་ཟེར་ཡ་དང་དརྨ་ཤི་ཆིན་འབའ་དང་ད་ལྟ་ངའི་སྒང་ནས་ལབ་རྒྱུ་བཅོམ་ལྡན་འདས་ཀྱི་རང་ལུགས་ཟེར་ཡ་དེ་ཁོ་རང་ཚོ་ཐོབ་ཅིག་རེད་འདུག་དེ་འདྲའི་གི་ད་མཁས་བ་ཁ་ཤིག་ལ་དེ་འདྲའི་ཐོབ་གནང་འདུག་རེད་བ། འདི་ཚོ་ལ་བཤད་ནས་འདི་ཚོ་བཀའ་ཁྲོལ་མེད་བ་ཡིན་ན་ཕྱི་ལོག་ལ་བཀྲམ་ཆོག་གི་ཡོག་མ་རེད། བྱས་ཙང་ང་ཚོ་ཤིས་སུ་གླང་དར་མ་གི་སངས་རྒྱས་ཀྱི་གཏམ་པ་རྣ་བའི་རྗེས་སུ་སྔགས་ཀྱི་གཏམ་པ་མང་པོ་ཅིག་དར་ཟེར་ད་དེ་ལ་ཐུག་འོང་གི་འདུག་ག་རེ་ལབ་ན་གཞུང་ཁ་ཤིག་བསྒྱུར་ཚར་བའི་རྗེས་ལ་ད། བཙན་པོ་བཟོ་ད་ནི་འོ་དེ་བོད་ལ་ལན་བུ་མི་འདུག་ད་ཟེར། ལྷག་པར་དུ་གསང་སྔགས་ཀྱི་གཞུང་འདི་ཚོ། ད་དེ་བོད་ལ་ལན་བུ་མི་འདུག་དེ་སྨྲ་བ་ཁྲོད་མ་ཡོང་ནང་ལ་བཤགས་ཤོག་ལ་ནི་བསྒྱུར་ཚར་རྒྱུ་རེད་འདུག་ཨ། ད་ལང་དར་མ་གི་སྐབས་ལ་ཨ་ནི་འདི་ཚོ་མང་པོ་ཅིག་ཕྱིར་ལོག་འགྲོ་དེ་ཨ་ནི་ཕྱིས་སུ་ང་ཚོ་ད་ལྟ་འདི། ཕ་ཤེས་ལྷ་བླ་མ་ཡེ་ཤེས་འོད་ནི་ཞང་ཆེན་འོད་ནི་མཚན་ཏག་ཏག་དྲན་མི་འདུག་ཁོང་ཉིད་གཅིག་རེད། ངག་ལོག་ཟིན་རྗེས་སེ་ཡ་ཅིག་རྣམ་པ་ཟུག་ཟུག་མྱོང་ཡོད། སྔགས་ལོག་སེམས་ཅན་ལ་འཇིགས་བརྩམས་གནང་བར། ད་ལྟའི་བརྩམས་དགོས་ཡག་གི་རྒྱུ་མཚན་དང། ཇུའུ་རྗེ་པོ་ལ་བདག་འདྲས་ཤེས་དགོས་ཡག་གི་རྒྱུ་མཚན་གཙོ་བོ་དེ་དེ་ལ་ཐུག་གི་འདུག་ཨ། གསང་སྔགས་དེ་བྱེའུ་ལྟར་གསང་སྔགས་དེ་གང་ལྗོངས་མང་ལྗོངས་ཆགས་འོང་དུས། ད་གསང་སྤྱི་བོའི་གཏམ་པ་ལ་ཡ་དེ་གང་བསམ་ཚུལ་འཛིན་གི་རྫུགས་ས་མི་ཡག་ཅིག་ཆགས་གི་འདུག་སྲིད། ད་ཇུའུ་རྗེ་བདག་འདྲས་ཤེས་དགོས་ཡག་གི་རྒྱུ་མཚན་གཙོ་བོ་དེ་དེ་ལ་ཐུག་གི་ཡག་རེད། འདི་ཡིན་འདི་ཡིན་ད་ང་ཚོ་གར་ས་གླང་དར་མ་གི་སྐབས་ལ་ཡིན་ན་ད་འདི་བས་བསྟན་པ་དེ་ཉམས་ཡིན་ས་ན་ང་ཚོ་བསྟན་པ་ཉམས་རེད་ཟེར་ཁོ་རེ་མ་གཏོགས་ད་ཅིག་གསང་སྔགས་གི་དེ་འདྲའི་གར་ས་བ་དེ་འདྲའི་མང་པོ་ཞུ་ཅིག་ཡོད་དེ་ལོ་རྗེས་སེར་ནས་མང་པོ་མཐོང་འདུག་འདུག་འོ་འདི་ཡིན་འདི་ཡིན་ད། གང་ལྟར་ཀྱང་ངས་ཤེས་ཡ་དེ་ག་རེ་ཡིན་ལབ་ན། མཐར་གཉིས་རེ་རེ་ང་ཚོ་ད་ལྟ་ད་དེང་སང་ང་ཚོ་ལ་དཀའ་ངལ་ང་འདྲ་བས་ན་འདི་དཀའ་ངལ་འདི་ཡོང་གི་ཡོད་རེད་ད་དགེ་འདུན་རྣམ་པ་ཚོ་ཡོང་གི་ཡོད་རེད་བསམ་འདུག་ཨ་ནི་ང་ཚོ་བོད་ནི་ཕ། ལུང་པ་ག་ཞིག་ལ་ནང་ཕྱི་ལྟར་ས་དེ་ག་བ་ག་བ་ཡོད་རེད་ལབ་ན། ད་ང་ཚོ་ཕྱི་སོག་ལ་ད་ཕྱི་སོག་ལབ་ན་སོག་པོ་ལ་ང་ཚོ་བོད་གཉིས་ཕ་ནང་ཕྱི་དེ་ལྟར་རོ་རེད་འདི་གསལ་བོ་རེད། ད་བར་ལམ་ཞིག་ལ་ད་ལྟ་ཀོ་རི་ཡ་ལ་ང་ཚོ་བོད་གཉིས་ནང་ཕྱི་གསང་སྔགས་སྐོར་དེ་ལྟར་ཡོད་ཟེར་ཡ་དེ་འདྲི་ལོ་རྗིན་ཁྱེའུ་དེ་འདྲི་ང་ཚོ་སྐད་བཤད་དེ་དེ་འདྲི་གཅོང་སོང་ཡིན་ན་ད་དེ་ང་ལ་ཁོང་དེ་འདྲི་གསལ་བོ་རག་མ་སོང་རོ་བ་ཁོ་རང་ཚོ་གི་ཕ་ཆེ་དེ་ཏུན་ཧོང་དུ་བ་གཉིས་ཕ་ལྟར་ཡིན་པ་འདྲི་བོ་དེ་འདྲི་གི་སྒྲུབ་གསུང་གི་འདུག། བདེན་ཏེ། ད་གང་ལྟར་ཀྱང་སོག་པོ་ལ་དར་རྒྱུགས་འདིའི་ནང་ལོགས་ལ་ག་རེ་བར་ལ་ན་ད་སོག་པོ་གི་སྟངས་སུ་འདོན་པ་དང་འདི་ཚོ་འདོན་པའི་སྐབས་ལ་ང་ཚོ་བོད་ཡིག་རང་གི་སྒང་ལ་འདོན་གི་ཡོད་རེད། ལྷག་པར་དུ་ང་ཚོ་ད་ཅིག་མཚན་འདི་ཚོ་ཆ་ཚང་བོད་སྐད་རང་གི་སྒང་ལ་ཕག་སོག་པོ་ལ་ཡོད་རེད། ད་ང་ཚོ་བོད་སྐད་པས་ཆགས་ན་རྗེ་བཙུན་སྒྲོལ་མ་ལ་ཡིན་ན་རྗེ་བཙུན་སྒྲོལ་མ་རང་ལ་མི་འགྲོ་གི་རེད། ད་ང་ཚོ་ཉེ་ཆར་ལབ་ན་ད་ང་ཚོ་བོད་པ་གི་ནང་ཆིག་དེ་ནུབ་ཕྱོགས་ཁག་ལ་དེ་བཞིན་ད་རེས་མགོ་བརྩམས་མོ་རེད་ད་ང་ཚོ་ང་འདྲ་བོ་འདི་དཀའ་ངལ་འཕྲད་ཡོང་དགོར་ད་ད་བོད་ཡིག་རང་ནི་ཕ་བོད་རང་ནི་ལྟར་ཡིན་དུས་བོད་རང་གི་ཐར་ཉེ་དེ་བཞག་བཞག་པ་ཡིན་ན་ཨེ་ང་ཚོ་བསམ་བློ་བཏང་དགོས་ཡ་ཅིག་ཡོག་མ་རེད་ད་ང་ཚོ་དཀའ་ངལ་དཀར་ཁྲ་གི་དེ་ལབ་དུས་ད་ཨོ། རྗེ་བཙུན་སྒྲོལ་མ་ལབ་དེའི་ཕར་ཕྱོགས་དེ་གོ་རོག་ཅིག་འོ། མ་རེད་ད་ཁོ་ནང་ཆེས་དགའ་ཞིང་འགྱངས་ཚར་རྒྱུ་གཅིག་ན་ཨ་རྗེ་བཙུན་སྒྲོལ་མ་ལ་ན་ལ་ཡོད་རེད། ད་ཡང་ང་ཚོ་སངས་སྐྲིད་ཡིས་ད་ར་ལ་ཡིན་ཕར་འགྲེལ་བཤད་རྒྱབ་དགོས་འདུག་ཨ། ཧེ་ང་ཚོ་འགྲོ་གཉིས་སངས་སྐྲིད་ཅིག་འགྱངས་ཁ་ཅིག་གོ་དགོས་རེད་ད། འདི་སྐབས་རེ་སྐབས་རེ་བསམ་བཏང་བ་ཡིན་ན་སྔོན་གྱི་ལོ་ཙཱ་བ་ཚོ་གི་སྐར་གྱི་མིང་བགྱི་རལ་དེ་གཅིག་ནི་སྤྱང་པོ་རེད། གཉིས་ནི་ངས་ད་ལྟ་ཤེས་བ་ནང་བཞིན་སོག་པོ་ལ་ཕ་ལྟར་དེ་ང་ཚོ་སྤོ་གི་མིང་དེ་བཞག་པ་ཡིན་ན་ང་ཚོ་ནི་ཕ་ལྟར་ཡིན་པས་ཁོ་དཔང་རྟགས་ཡག་པོ་ཅིག་ཆགས་གི་འདུག་ཨ། འདི་ལྟ་ས་ཅིག་འདུག་བསམ་འདུག་ང་རང་གི་མ་འོངས་པ་ན་ང་ཚོ་ལོ་རྒྱུས་སྒང་ལ་བསམ་བློ་གཏང་མཁན་ཅིག་ན་དན་དན་དེ་ལ་ཡང་ད་ག་ཟེ་ངས་ཤོར་འཁྲིས་ཡིན་ད་འདི་འདྲིའི་སྒང་ནས་ང་ཚོ་བསམ་བློ་གཏང་ཡ་འདྲི་བ་ཡོང་དེ། སྤྱིར་བཏང་ཤོར་ངེས་ཤེས་ཤེས་ཉེས་གྲོགས་སོ་ར་ང་ཚོ་ང་འདྲ་བའི་ན་ནམ་ཅིག་ཡིན་ན་དེ་དཀའ་ངལ་དེ་འཕྲད་བསྡད་ཡོད་ཡིན་ཅིག་སྒང་ལ་མ་ཅིག་ཤེས་ཡོང་དེ་ཡ་ནས་ཅིག་ང་ཚོ་རྒྱ་གར་གི་པར་འགྲིབ་ཅིག་གི་ལོང་འདྲ་ཅིག་དྲངས་འོང་དེ་ད་པར་འགྲིབ་དེ་མཚན་ག་རེད་ལབ་དེ་ཡང་ང་ཚོ་ཧ་གོ་གི་མ་རེད། ད་སངས་སི་ཀི་རིག་སྒང་ལ་ཧ་མ་གོ་དེ་ནི་ང་ཚོ་བོད་སྐད་རང་སྒང་ནས་སྤེལ་ཆོག་པ་ཡིན་ན་ལྷོ་བ་ཟླ་བ་གྲགས་པ་ལབ་ཤག་ན་ཟླ་བ་གྲགས་པ་ལབ་ན་ཁོ་ཚོ་གོ་གི་མི་འདུག་ཨ། སོག་པོ་ལ་ད་དཀའ་དཀའ་ལ་གང་ཚོད་མ་གོ་འགྲོ་རེད་དེ་ཡང་ང་ཚོ་གི་ད་བཙན་པོ་ཚོ་གི་བརྗེ་རེས་སྐབས་དེ་ལ་མཚན་འདི་ཚོ་ག་འགྲིབ་བརྗེར་གོ་གི་འདུག་ད་ང་ཚོ་ཡིན་ན་གོ་འགྱེར་དང་རྟ་འགྱེར་ཟེར་ཡ་ད་ད་གཞུང་དེའི་ནང་ལོགས་ལ་ད་སྐབས་རེ་ང་ཚོ་ངག་དེ་འདྲའི་ཤག་ཡོད་རེད་འདི་ཚོ་ནི་དགེ་བ་དང་དེ་རིག་སྒང་ནས་རེད་བ། དེ་མ་ཡིན་པའི་བོད་ཀི་སྒང་ལ་ཆ་ཚང་ཅིག་བརྗེར་ཐུབ་བ་རེད། དེ་ལ་བརྟེན་ནས་ད་ཅང་ངུམ་བྱེད་ཀྱི་ད་ལྟ་སོང་བདེ་བ་ནང་བཞིན་ད་ལྟ་འཛམ་གླང་སྒང་གི་ནང་ཕྱི་གཡོག་བུ་གཅིག་རྒྱང་གོ་གི་ཡོད་ན་བུ་ཡིས་རྒྱང་གོར་ད་ཟེར་དེ་ད་འདི་ལ་ཐུག་འོང་དོ། ག་རེ་སངས་ཀི་རི་ཁོ་རང་ཚོ་སྒང་ནས་ག་ལ་གང་འཚམས་ཉམས་ཚར་ལྷག་པར་དུ་ང་ཚོ་གཅིག་འདས་ནང་བཞིན་གྱི་དུས་ཚོད་ཚོ་འདས་ནང་བཞིན་གྱི་སློབ་སྦྱོང་བྱས་ནས་ད་ང་ཚོ་དེ་འདྲའི་ཞིབ་ཚགས་མོ་མེད་བ་ཡིན་དེ། ང་ཚོ་བོད་པ་དེ་མཐར་གྱིས་ཤི་ཁུག་ཅིག་ཆགས་ཡ་དེ་ངས་ད་ལྟ་སྒང་ནས་ཤི་རྒྱུ། སྔོན་གྱི་པར་འཕྲིན་དང་དང་པར་གྱི་བཀའ་དྲིན་རེད། ད་འདི་ཟུར་གྱི་སྤྱིར་བཏང་ངའི་འདས་ལ་ད་ལྟ་འདི་བོད་ལ་འདས་ཅིག་ཡོད་ང་ཚོ་བཀའ་འགྱེར་དང་རྟ་འགྱེར་སེ་ཡ་ཅིག་རུ་བ། ད་འདིའི་ནང་ལོགས་ལ་ད་ཐ་མ་དེ་ངའི་འདི་ཅིག་ཞིག་ཞོག་ཅིག་བཀའ་འགྱེར་གྱི་པར་ཤང་དེ། ད་ང་ཚོ་བོད་ལ་འདི་བཀའ་འགྱེར་རྟ་འགྱེར་སེ་ཡ་དེ་ད་ང་ཚོ་གཞུང་གི་གཞིར་བཞག་ས་དེ་ཆགས་དེ་ཡོད་རེད་ད་འདི་ད་ལྟ་ང་ཚོ་འཛམ་གླང་ལ་ངོམ་ཆོག་ཡ་བོད་ལ་དཀར་ཡོད་རེད་ལ་ནོ་བཀའ་འགྱེར་གྱི་པར་ཤང་སེ་ཡ་ཅིག་ང་ཚོ་ངོམ་ཆོག་ཆོག་ཅིག་ཡོད་རེད་ད། ཡོད་རེད་ད་འདི་ནང་ལོགས་ལ་ང་ཚོ་ལྟ་ཡོང་དེ་ངའི་ལག་པ་ལ་རག་ཡ་དེ་དགོས་རག་སོང་ད་འཛམ་གླང་འདིའི་སྒང་ལ་ལབ་ན་འགྲིག་རེད་ད་ང་ཚོ་སྔོན་མ་ལབ་གི་ཡོད་ད་དྭངས་སང་གི་དེ་འཕྲི་ཕྱི་ཡོད་དེ་ཚོ་གས་ཤེས་མེད་ད་ད་འདིའི་ནང་ལོགས་ནས་རག་ཇུས་དགོས་གི་ནང་ལོགས་ནས་གསུམ་དེ་ད་ཕྱི་རྒྱལ་ཁབ་ལབ་ན་འགྲིག་གི་རེད་སོག་པོ་ལ་གཅིག་འདུག་རྒྱ་ནག་ལ་གཉིས་འདུག་ད་ང་ཚོ་སྤོབས་པ་ལ་དྲུག་འདུག།

ད་སྒོར་དག་གཉིས་ལ་བོད་དུ་དཀའ་ཚེགས་ཡོད་རེད་ལབ་ན། བོད་དུ་ཉིས་བརྒྱ་དང་སུམ་ཅུ་འགྲོ་གི་རེད། ད་དཀའ་འགྱུར་ལ་བོད་དུ་བརྒྱ་དང་བརྒྱད། རྟ་འགྱུར་ལ་བརྒྱ་དང་ཉི་ཤུ་ཅིག་འདུག་ཨ། ད་ཕྱིས་སུ་ང་ཚོ་བཟོས་འོང་རྒྱུ་དེ་ལབ་ཡོད་ད་ངས་ངོ་མ་ཡང་ཁ་ཤི་ཁ་ཤི་ལ་བལྟས་སུ་འདྲ་གི་མི་འདུག་ད་ཕྱིས་སུ་ང་ཚོ་བོད་བཞིན་ནི་ད་ལྟ་འདི་དཔེ་དར་མ་ཟེར་ཡ་ཅིག་གང་ཅིར་བཞེས་ཏེ་ཉམས་འདི་དེར་ནི་སྡེབ་གཅིག་བཏོན་ཡོད་རེད་དེ་མཚོན་པ་ཡིན་ན་ངས་ད་ལྟ་ཤེས་རྒྱུ་དེ་རེད་ད། ནི་ཁོ་ཚོ་གི་ཕ་ཕྱིར་སྒྲོམ་གཞི་དངོས་མ་གི་འདི་རང་སེམས་ཉིད་ཁོ་ཚོ་བཟོ་ཡོད་ལབ་ས་ར་བ། འདེད་ཅིག་དེ་ད་འདི་མ་ཡིན་པའི་ང་ཚོ་གི་གསུང་རིམ་མང་པོ་ཅིག་ད་འདི་གཉིས་མ་ཡོང་ན། ང་ཚོ་གྲུབ་མཐའ་རིས་མེད་ཁག་གི་སྤྱི་བོའི་དམ་པ་ཚོ་གི་གསུང་ཅིག་བརྩི་ཡོང་དེ། ད་བེད། ཕ་ཕྱིར། ཁྲི་ཕྲག་ཁ་ཤས་ཅིག་བོད་ཡིག་རང་སྒང་ལ། དེ་ལབ་སྟེ་ནང་ཕྱིའི་སྒང་ནས་འཛམ་གླང་སྒང་ནས་ང་ཚོ་བོད་དེ་ཤུགས་ཤིག་ཆགས་བདེ་བ་ཅིག་ཆགས་པར། རྫོགས་སོང། ཨ། ད་ངས་སྐད་མ་ཕྱེ། དེ་ཡིན་དུས་ད་ངས་གར་ཞིག་ཡོད་ལབ་ན་འདི་སྒང་ནས་ང་ཚོ་བོད་དེ་གཅིག་ཉིད་དེ་སྤོབས་པ་དེ་ཁེལ་དགོས་ཀྱི་འདུག་ར་བ། གཉིས་ནི་ག་རེ་ཡིན་ལབ་ན། ད་ཛམ་བུ་བཟོ་བའི་སྐབས་ལ་ང་ཚོ་སྡེ་འདིར་རིགས་གཉིས་ཅིག་ཤག་ཡོད་བ་དེ་མ་འོངས་པ་ན་གར་གཅིག་ཡིན་ཟེར་ཡ་དེ་ད་ང་ཚོ་སྡེ་ལ་ཡོང་མཁན་ཚོ་ལ་ཤུགས་ཆེན་པོའི་རག་ལས་ཡོད་བ་རེད། ད་ང་ཚོ་ད་ལྟ་ཤུ་ལོག་ཁག་ལ་གར་བཀལ་གིན་འདུག་ལབ་ན། ང་ཚོ་གི་མཐར་ཉིལ་མང་པོ་ཅིག་བས་ཏུ་ཤི་རྗེས་ཁག་གི་སྡེ་བྱེད་ཅིག་ཤག་ནས། ད་ཉི་མ་ཅིག་ལ་གསང་སྔགས་ཀྱི་ཚོགས་འདི་ཟེར་ཡ་ཅིག་འཚོགས་ན་ང་ཚོ་ཤི་རྗེས་ལ་འདི་ཨོ་གསང་སྔགས་ཀྱི་ཚོགས་འདི་ཟེར་ཡ་ཅིག་འཚོགས་དགོས་གི་འདུག་ད་ཁྱེད་རང་ཚོ་ང་ཚོ་ལ་འདི་གར་ཟེར་བ་རེད་ད། སྡེབ་བྱེད་ཅི་ཚར་བ་ཡིན་དུས་ང་ཚོ་འདིའི་མིང་དེ་བེད་སྤྱོད་བཏང་ཆོག་ཡག་གི་མཆོག་ཤེས་ཤེས་དགོས་ཉེན་ཁ་འདུག་ད་ད་ལྟ་མང་པོ་ཅིག་ང་ཚོ་བོད་ལ་འདིའི་ཐོབ་ཐང་མི་འདུག་འདི་ཡིན་དུས་ད་ངས་འདིའི་སྒང་ལ་ང་ཚོ་གི་ཤིག་བརྒྱབ་ནས་ཆ་ཚང་གི་ཅིག་གཏོར་སྣང་ཅིག་གནང་ན་མ་གཏོགས་ད་གཞན་པ་ལ་ང་ཚོ་གི་གཏོར་སྣང་ཅིག་བརྡར་བ་ལས་རང་གི་རིག་གཞུང་དེ་ཚོ་ཡང་རིག་རིག་ཅིག་བྱེད་ཐུབ་ན་ཟེར་ཡ་དེ་དེ་རང་བཞིན་དུ་ཅུང་ཐུགས་ཆེ།
ལགས་སོ། དེ་ལྟར་དེ་ནི་ད་ལྟ་རིན་པོ་ཆེའི་བཀའ་སློབ་དེ་སྐར་མ་བཅོ་ལྔ་རིང་ག་གནང་ཚར་སོང་བ་ད་བརྗོད་གཞི་དེ་ང་ཚོ་བོད་དུ་ད་ལྟ་ནང་བསྟན་དར་ཚུལ་གང་རེད་ད་ཞུས་སོང་དེ་དེ་གལ་ཆེན་པོ་བཞི་བོ་ཅན་ཡིན་པ་རྣམ་པ་ཚོ་ཚང་མས་མཁྱེན་གསལ་རེད་བ་ཅི་ད་དེའི་སྒང་དེ་ལ་ཨ་ནི་རང་རང་སོ་སོའི་གི་ཅིག་ལྟ་ཚུལ་མི་འདྲ་བ་མཐོང་ཚུལ་མི་འདྲ་བ་ཨ་ནི་གོ་བ་བླང་ཚུལ་མི་འདྲ་བ་འོ་དེ་ད་ང་རང་ཚོས་གི་ད་ད་ཉམས་ལེན་བྱེད་བཞིན་པའི་རང་རང་སོ་སོ་གྱི་ཆོས་ཕྱོགས་ཀྱི་ཉམས་ལེན་གཅིག་བཞེས་ནས་གསུངས་པ་གཅིག་པུ་མ་ཡིན་པ་ཅིག་ད་བསམ་བློ་རང་གི་ཐོག་ནས་བོད་ཀྱི་ཀོ་ར་རྒྱག་རེ་ཅིག་ཡོད་པ་འདི་ད་གཟོད་རིན་པོ་ཆེའི་གོང་དུ་ཞུས་པ་ན་ཤེས་རེ་ང་ཚོའི་བཙན་པོ་རྫུན་བཟོ་དཀའ་ལས་ཞུ་ཅིག་རྒྱབ་ཆེན་ད་ད་ད་དེ་སྤུས་དག་པོ་ཞུ་ཅིག་ཡོད་རེ་ཟེར་ནས་གསུང་གི་ཡོད་རེད་ཡོད་པ་ནང་བཞིན་དོན་དག་འདི་གནད་འདི་གོ་རེ་བ་ད་འདི་གནད་པ་འདི་ང་རང་ཚོ་མི་སྒེར་སོ་སོའི་ངོས་ནས་འདི་འདུག་མི་འདུག་བཞེས་ནས་གསུངས་པ་གཅིག་པུ་མ་ཡིན་པ་ཅིག་རྣམ་དཔྱོད་རང་གི་ཐོག་ནས་ཨ་འདི་ག་འདྲས་རེད་ཤག་འདི་ཚོ་བསམ་བློ་ཞིག་ཕ་གི་ཞིབ་ཚགས་པོ་ཞིག་བཏང་ནས་ང་ཚོས་ཀྱི་འདི་བྱེད་དགོས་རེད་འདུག་བ་ཚང་མ་ལོ་ད་མཁྱེན་གསལ་ཆགས་དགོས་བ་རེད་བ་ད་འདིའི་ཐོག་ལ་ཨ་ནི་ད་ལྟ་བོད་དུ་ནང་བསྟན་དར་ཚུལ་སུད་ད་རིན་པོ་ཆེ་གི་ད་ལྟ་དུས་ཚོད་མང་པོ་ཡོད་མ་རེད་དེ་ལས་ཡིན་ན་དུས་ཚོད་གང་ཡོད་པ་འདི་ཐོག་ལ་ད་བཀའ་མོལ་དུ་གསུང་ཚར་རེད་ནི་རྣམ་པ་ཚོའི་ངོས་ནས་ཡིན་གཅིག་མིན་གཅིག་ད་ནང་ཆོས་བགྲོ་གླེང་ཟེར་དུས་ད་གལ་ཆེན་པོ་ཞུ་གཅིག་ད་ང་རང་ཚོས་བརྩི་གི་ཡོད་རེད་བརྩི་བ་ན་ཤིང་གི་རྣམ་པ་ཚོས་ཀྱི་དྲི་བ་དེ་ཅིག་ཁོ་ག་རེ་ཟེར་བ་རེད་མང་ཉུང་ཚབ་པོ་རེ་ཅིག་དང་དྲི་བ་དེ་ཏག་ཏག་ཕུལ་གི་ཡོད་པ་ཅིག་དེ་ཁ་གསལ་པོ་རེ་ཅིག་ཡོད་པ་ཡིན་ན་ཨ་ནི་ལྗགས་ལན་གནང་མཁན་ཚོའི་ངོས་ནས་གནང་བདེ་བོ་ཅིག་བྱ་དགོས་རེད་པ་ལྗགས་ལན་གནང་མཁན་དེ་རིན་པོ་ཆེ་གཙོ་བོ་མ་ཡིན་པ་ཅིག་ད་རིན་པོ་ཆེ་གཙོ་བོ་ཅིག་དེ་གང་དེ་ལ་དེ་ཞུ་དེ་ཉན

དེ་རིན་པོ་ཆེ་ལ་བཀའ་འདྲི་ཞུ་ད་ཞུ་ཡ་ད་མང་པོ་ཞུ་དོགས་གཅོད་ཞུ་ཡ་གན་སོང་དེ་ཤེས་བྱ་རྣམ་རྣམ་གྲངས་མང་པོ་རོ་མ་ཤེས་པ་རྐྱང་རྐྱང་རེད་འདུག་ད་ཡིན་ན་བཀའ་འདྲི་ཞུ་ཡ་དེ་ལ་ཡ་ད་ད་དེ་གྱོད་ཀྱི་ག་ས་གན་ཅི་ཞུ་བ་ཚོ་བོད་ལ་ཡ་ཐེངས་གཉིས་ཕེ་རོ་བ་ལ་ཐེངས་དང་པོ་ཕེ་གི་དུས་ཚོད་དེ་ག་དུས་ཡིན་ན་གཉིས་པ་དེ་ག་དུས་ཡིན་ན་ཐེངས་གཅིག་ཕ་ག་ས་རེ་ལོག་ཕེ་གོ་བྱུང་རོ་བ་ལ་གན་སོང་ནང་དེ་དར་པེ་གནང་ཐུག་ཡོད་མ་རེད་མགོན་རིན་པོ་ཆེ་ཕལ་ནི་ཤི་ནས་ནང་དོན་དར་བས་ནང་དུ་རུང་བ་ལ་བསམ་ཡས་སྔགས་ཆོས་བསམ་ཡས་གཞན་ཡང་ལ་སོགས་པ་འདི་ཚོ་ཐེངས་དང་པོ་དེ་ག་དུས་ཕལ་རེད་གཉིས་པ་དེ་ག་དུས་ཕལ་རེད་སུ་དེས་བྱེད་ཨན་དེ་ནས་ད་ལྟ་སྔགས་ལོག་སུན་འབྱིན་གྱི་གསུང་གནང་སོང་ལ་ད་ངས་གོ་ཚུལ་ནོར་མེད་ན་རིན་པོ་ཆེ་གསུང་ཡག་དེ་སྔགས་ལོག་སུན་འབྱིན་དེ་དེ་དུས་ཆོས་རྒྱལ་ཁྲི་སྲོང་དཀར་ཚོས་སྐུ་སྟོད་ལ་ཡ་ད་སྔགས་ཀྱི་བསྟན་པ་ཤུགས་ཆེན་པོ་ཞུགས་ད་ཡོར་བ་ལ

ཕྱི་ནི་མེད། ང་ནམ་གྱིས་ལོ་རྒྱུས་དེ་འདྲའི་རྟགས་འདིའི་ལོ་ཚིགས་ལ་ལྟ་ཡ་རྩ་བ་རང་གི་དགའ་བོ་མེད་ང་རང། ལོ་རྒྱུས་འདི་ཚོ་ཅིག་ལྟ་བ་དེ་སོ་སོ་གི་སྐར་ཚོས་དགའ་ཕྱོགས་འགྲོ་བ་ཅིག་ནས་ལྟ་རེ་མ་གཏོགས་ལོ་རྒྱུས་ཞིབ་འཇིག་པ་ཅིག་ནས་ལྟ་རྒྱུ་མ་རེད། འདི་ཡིན་འདི་ད་གང་ཅིའི་ཤི་བ་ཚོ་ཕེབས་ཡ་དེ་དེ་རུ་དེ་རུ་ག་དེ་རེད་ལབ་ན་ནི་ཨ་ནི་ཕ་ཆོས་ད་དེ་རུ་བདུན་པ་འགྲོ་བ་ཅིག་ཆགས་པར་བར་བདུན་པ་བརྒྱད་པ་འགྲོ་བ་ཅིག་ཆགས་པར་བར་དེ་འདྲའི་ཅིག་རེད་མ་གཏོགས་ད་ག་དེ་ཕེབས་ནས་ག་དེ་ཕ་ཕེར་ཟེར་ཡ་དེ་དེ་ཚིག་དེ་ང་ལ་མེད་རེད་བ། ཡིན་ནའང་ད་དང་པོ་ཕེབས་ནི། ད་དེ་ལ་ལོ་རྒྱུས་ནང་ལོགས་ལ་ད་བཤད་སྟངས་མང་པོར། ད་ག་རེ་ལ་ན། མི། སོ་སོ་གི་དང་སང་གི་ལོ་རྒྱུས་ཞིབ་འཇུག་བྱེད་མཁན་གི། ནང་ལོགས་ནས་མ་ཅིག་བཤད་ཡོང་དུས་སོ་སོ་འདོད་པ་ཅིག་མང་པོ་སོང་འོང་གི་འདུག་ཨ། ད་ཁ་ཤིག་ག་རེ་ལ་བོར་ལ་ན་ད་འདྲེ་སེམས་མ་རེད་ད།

ཐབས་ཤེས་མེད་དུས་ནི་ཙམ་པོ་གི་དང་སྐུ་གཅིག་དང་གང་ཅི་ཤི་བ་ཚོ་ལ་ཁྱེད་རང་ཕ་རྒྱ་གར་ལ་ཕེབས་དང་ངས་ཐབས་ཤེས་འདྲ་ཅིག་བཏང་ནི་ཚོ་ཅིག་གི་གུ་ཡ་འདྲ་བོ་ཅིག་འདུག་ཨེ་སྲིད་ཨང་ཁོ་རང་ཕར་འགྲོ་ནི་རྒྱ་ནག་ནི་དང་དེ་ཁོ་རང་གི་ད་ལྟ་བློན་པོ་འབའ་ཡེ་ཤི་བ་རེད་ཁོང་རྒྱ་ནག་ལ་ཡང་སྤྱིར་བཏང་གནང་ཞིང་ཁོང་ཡར་སླེབས་ནི་དེ་ཁོ་གཉིས་གྲི་དར་འདྲ་བོ་བཟུང་ནི་ད་གར་ཅི་ཡ་འདུག་སྲིད་ཨ་ནི་ཡང་སྤྱིར་བློན་པོ་ཁ་ཅིག་གྲི་དར་བཟུང་ནི་ད་གང་ཅི་ཤི་བ་ཚོ་ཡང་སྤྱིར་ད་འདྲ་ཤི་དགོས་གི་འདུག་སྲིད་ཨ་ནི་ཤི་དུས་གང་ཅི་འདུག་ཤི་བ་ཚོ་བས་ད་འགུ་རི་རིན་པོ་ཆེ་འདི་འདྲའི་ཤེས་ནང་ན་ཡག་འདུག་གསུངས་ནས་མགར་རིན་པོ་ཆེ་དང་རྣམ་པ་གཉིས་ཉི་མ་ཕེབས་ནས་ད་མགར་རིན་པོ་ཆེ་བོད་ལ་དུས་ཚོད་ག་ཚོད་ཅིག་བཞུགས་ཡོད་ཟེར་ཏེ་ཤོད་ཚད་མང་པོ་རེད་ཟླ་བ་དྲུག་ཟེར་མཁན་ཡོད་རེད་ད་མང་པོ་ཅིག་གསུངས་གི་འདུག་ར་ད་དེ་བོད་བསླབ་དུས་ཡང་སྐབས་རེ་དེ་འདྲ་ཡོང་གི་འདུག་ང་ཚོ་ས་ཆ་དེ་ག་བ་ག་བ་ངེས་འཛིན་གི་ཡོད་ནི་ན་དེ་ཡང་འཁྲུག་འོང་གི་འདུག་ལོ་རྒྱུས་ནང་ལོག་ལྟ་འོང་དུས་ང་ངའི་དང་ཅིག་ཤེས་པ་ནང་ཞེ་འདྲ་ཞིབ་འཇུག་པ་མར་བ་ཨ་འཚམས་རེ་འཚམས་རེ་སྐབས་རེ་ཅིག་བོད་བསླབ་དུས

ཡང་ལོ་རྗེས་ནང་ནས་ཚིག་ཁ་ཤས་ཤིག་ལ་བལྟ་དུས་བོད་ལ་ཚད་ལས་པར་ལབ་དུས་བོད་ལ་ངེས་འཛིན་ཅིག་མེད་པ་འགྲོ། དེ་འདྲའི་དེ་འདྲའི་ཡོང་གི་འདུག་ད། ལ་སོགས་དེ་ནས་འདི་ག་སོགས་ཆུ་རྒྱུན་སྲོང་བཙན་སྒམ་པོའི་སྐུ་སྟོད་ལ་ཡང། སྤྱན་རས་གཟིགས་ཀྱི་རྡོ་རྗེ་ཉི་ཤུ་རྩ་གཅིག་བརྗོད་རེ་ཟེར་ཅིག་འདུག་ལ། དེ་གངས་ཅན་རྒྱ་བོད་ཀྱི། ད་ལྟ་མ་ཎི་རྐང་འབུམ་སྟོད་ཆ་མེད་ཆ་གཉིས་ཡོང་གི་འདུག་ལ། དེ་རྣམས་ཀྱི་དུས་རྒྱ་བོད་རང་གིས་ཉམས་ལེན་གནང་ཅིང་རྒྱ་བོད་སྐུ་འཁོར་དང། བློན་པོ་དང་ཡོར་བ།
འབངས།
ད་ག་སོགས་རེད།
སྲོག་འཛིན་སྒམ་པོ་བཀབ་ལ་བླང། འོ་དེ་གས་དེ་ལ་ཡང་རྒྱལ་པོ་རང་གི་ཡང་ཁོ་ནང་ཚོར་དམ་པ་གནང་རྒྱལ་ནི། ད་དེ་དེ་འདྲའི་དོན་ཡོད་མི་འདུག་ལ། ཁུང་གང་དྲིས་ཡོད་ན་ངི་ཧ་ཀོ་བོ་མེར་བ། ད་དཀར་ཟན་ག་ཆོད་ག་ཁོལ་མ་དང་འདི་ཟོ་ཤིས་སུ་སྟེར་ནི་དོ་ཡིན་སི་གོ་རོ། མ་ནི་གང་བུམ།
ད་འདི་ཟོ་ལ་ཁུང་གང་དྲིས་ཡོད་མེད་དེ་ད་ནྡ་ཙ་གོ་ཡ་འདྲོ་ཅིག་རེད། ཀ་ར་ལ་ན། ལོ་ཙ་བ་དེ་ཕ་ཆེར་ང་ཟུ་ནང་ནི་སྔ་ཤིས་དེ། ད་ངི་རག་ཇུ་ནང་ནི་འདྲོ་དི་ར་བ། ལོ་ཙ་སྔ་ཤིས་དེ་ད་ནྡ་ད།

དེ་ག་ཚོད་ཚོད་ཕེབས་ཡོད་གྲངས་ཀ་དེ་གསུང་ཡས་ཡོད་ནམ། ད་རྒན་ལགས་ངས་ད་ཤེས་སོང་ད་ང་གྲངས་ཀ་དེ་ངའི་རྩ་བ་རང་ནས་ང་དགའ་བོ་མེད། ལགས་སོ། ད་འདི་ཚོ་ཡང་རྒན་གྱི་ཞིབ་ཚགས་མོ་གཟིགས་དགོས་ཡོད་ན་ཕ་ཟློ་བ་ལ་ད་ལྟ་འདིའི་ནང་ལ་དགའ་ཆེན་སྟོན་གི་རེད་རེད་བ། ད་ལྟ་ང་ཚོ་ག་རེ། སྒྲ་བསྒྱུར་བམ་པོ་གཉིས་བ་ཟེར་ཡས་ཅིག་འདུག་བ། ལགས་རེད། ད་འདི་ཚོ་ནང་ལོགས་ལ་ད་ལོ་ཙཱ་བ་གི་མཚན་གཞུང་དང་འདི་ཚོ་གི་དགའ་ཆེན་དུ་བར་དུ་བ་འདུག།

འོང་སྟེ། ཅེས་གསུངས་ཡང་དེ་དེའི་རུ་བ། དེ་ཡིན་ན་སྔགས་ལོག་སུན་འབྱིན་བྱེད་པ་དེ་ལ་ཡང། འདི་དེ་སུན་འབྱིན་པ་ཡིན་སྲིད་ཁོ་རྣམ་གྲངས་འདྲ་རྒྱུ་ཡི་རོ། ཁོ་རང་གཞོང་གཅིག་གི་རེད་སྔགས་ལོག་སུན་འབྱིན་ལ་འདི་ཁྱེད་རང་གི་རག་གི་རེད་ང་སོ། ལ་ལས་ན་སོ། གཞོང་གཅིག་གི་རག།
འདིའི་ནང་ལ་ད་བརྩམ་དགོས་ཡག་གི་རྒྱུ་མཚན་ད་ག་རེད། ན་སོ། ད་སྔགས་ནང་ལོག་ནི་མང་པོ་གཅིག་ད་ཕ་ཕྱིར་བཏགས་གི་མི་འདུག་ཟེར་ཡ་དེ། ལ་རེད། བྱས་ཙང་འདིའི་ཆེད་དུ་ནི་ངག་ལོག་སེམས་ཅན་དེ་བརྩམས་དགོས་ད་འདི་གཉིས་དེ་ལ་འགྲོ་ལང་བྱེད་ན་ལེན་པོ་འདྲ་ཅིག་མི་འདུག་ང་ཚོ་སྤྱིར་བཏང་ངག་དང་འདི་ཚོ་སྐོར་ལ་མ་གཞི་མང་པོ་ལ་འགྲོ་ལང་བྱེད་ཡ་དང་འདི་འདྲའི་དགའ་བོ་མེད་ར་བ། ད་གང་ལྟར་ཀྱང་འདིའི་ནང་ལོག་ནི་ཐུགས་ཟག་གཅིག་གར་ཐུག་སྐོར་ལ་ན། དེ་འདྲིའི་ལ་བརྟེན་ནི་ཟེར་བར་ངས་བཤད་ཡ་དེ་དེ་འདྲིའི་ལ་བརྟེན་ནི་ཇུའུ་རྗི་བརྡ་འཕྲིན་ཤིས་སྒོ་ཡག་གི་དམིགས་བསལ་གྱི་བསམ་བློ་ཅིག་འཁོར་ཡ་དེ་དེ་ལ་རག་ལས་ཡོད་འདུག། ལ་རེད་ད་འདི་ག་སོ་རེད་བོད་སིལ་བུ་ཐོག་གི་ནི་ཞི་བོ་ཅིག་ཉམས་ཆག་སོང་ར་བ། ལ་རེད། ད་ཉམས་ཆག་འགྲོ་ལ་ན་ད། ད་རེས་རྟ་དེ་དཀར་སེར་བར་གྱི་ང་ཚོ་ཕྱི་བཅར་མཁན་འདྲ་མང་པོ་ཡོད་ཀྱི། ཨ་ནི་ཕྱི་དེ་ཏག་ཏག་ཏག་ཏག་གཞུང་ལུགས་སྦྱང་ནིང་ད། ད་ང་ཚོ་ཡིན་ན་ཤི་སི་ངེས་དེ་ལ་ད་འབོར་ཤོག་འདྲ་བོ་ད་ཡང་ཁ་ཤི་ལ་ཅིག་ཏེ། དཀར་སེར་བར་བཀའ་ཤག་གཞན་པ་མེད་ར་རུ་རྗེའི་བདག་ཉིད་ཆེན་པོ་གི་རི་བོ་དགེ་ལུགས་པ་སི་ཡ་ཅིག་ད་གསར་གཏོད་ཅིག་དགོས་ཡག་རྒྱུ་མཚན་ཅིག་ཡོད་རུ་བ། འདི་ངས་གཞན་པ་ནོར་འདུག་ཟེར་གི་ཡོད་མ་རེད་ད། རྗེ་རིན་པོ་ཆེ་གི་རི་བོ་དགེ་ལུགས་པ་ས་རྡོ་ས་རྡོ་ལ་ན་ད་རི་བོ་དགེ་ལུགས་པ་སི་དགོན་པ་བཞེངས་དགོས་ཏེ་རྗེ་བཙུན་འཇམ་པའི་དབྱངས་ཀྱི་ཁྱེད་རང་གྲོང་ནས་དགོན་པ་འདི་འདྲི་ཅིག་རྒྱབ་ད་སི་འདི་འདྲི་ཕན་ཐོག་གི་འདུག་ལ་དེ་ད་དེ་ཡི་གཙོ་བོ་དེ་འདི་བའི་གཏམ་པ་ལ་མིག་འདུ་བ་དེ་འདྲ་བོ་བྱས་ནས་ད་ང་ཚོ་སངས་རྒྱས་ཀྱི་གཏམ་པ་དེ་གནས་དང་མ་གནས་ཟེར་ཡ་དེ་གཙོ་བོ་དེ་འདི་བའི་གཏམ་པ་གནས་མ་གནས་ལ་ལྟ་གི་འདུག།

ང་རང་ཚོས་ཀྱིས་བོད་ལ་ནང་ཆོས་དར་ཚུལ་ཐོག་ལ་ཞི་བོ་ཅིག་གི་དོ་སྣང་མེད་པ་ཡིན་ནས། སོ་སོའི་ཀྱི་ད་ནང་ཆོས་ལ་ཕྱིས་སུ་གསར་དུ་ཡང་སོ་སོའི་ཀྱི་བསམ་བློ་གསར་བ་བཏང་བྱས་ནས་བོད་ནང་ཆོས་ལ་དོ་སྣང་ཞུ་གི་ཡོད་ངེས་སོ་སོ་ཉམས་ལེན་བྱེད་དགོས་བསམ་པ་ཁ་ཤས་ཉམས་ལེན་བྱེད་བཞིན་པ་འདི་འདྲ་ཡོང་གི་རུ་བ། དེ་འདྲས་ཡོད་ན་སོ་སོའི་བསམ་བློའི་ཐོག་ལ་ད་དཔའ་གོ་བ་རུ་བ་ཨ་ནི་བསམ་བློའི་ཐོག་ལ་ད་དོགས་པ་མང་པོ་ཞུ་བྱེད་སླེ་གི་བ་རུ་བ། དེ་ཚོའི་ཐོག་ལ་ཞུ་ཐུབ་པ་ཡིན་ན་ཡག་པོ་ཡོད་རེད་དེ་དགེ་བཤེས་དང་མཁན་པོ་དང་སློབ་དཔོན་དེ་མང་པོ་འདུག་བ། ལོ་རྒྱུས་ཐོག་ལ་མཁྱེན་པ་ཡང་ཡོང་གི་རེད་མ་མཁྱེན་པ་ཡང་ཡོང་གི་རེད་ལོ་རྒྱུས་དེ་ལ་ཁོ་འདྲ་མིན་སྣ་ཚོགས་ཅིག་ཡོང་གི་ཡོད་ས་མཐའ་གཅིག་ཏུ་འདི་རེད་ཟེར་ནས་ཞུ་ཐུབ་པའི་དཀའ་ལས་ཁག་པོ་རེ་ཟུང་ཡོད་རེད་ཨ་ནི་ལོ་རྒྱུས་ཐོག་ལ་མ་མཁྱེན་པ་ཡིན་ནའི་རང་རང་སོ་སོའི་ཉིན་རེ་ཉིན་རེ་ལ་ཆུ་ཚོད་ཉི་ཤུ་རྩ་བཞི་གནང་ལོག་ལ་སོ་སོ་གཅིག་མ་མཐའ་ཡིན་ནའི་སོ་སོའི་ཆོས་ཕྱོགས་དང་འབྲེལ་བ་ཡོད་པའི་བསམ་བློ་ཅིག་ད་ཅིག་གཏང་རྒྱུར་བ་ཅི་ད་འདི་ཚོའི་ཐོག་ལ་ད་བལྟས་ཚེ་རེ་དོ་སྣང་བྱེད་བྱེད་ནས་བསམ་བློ་དེ་ཆོས་ལ་འགྲོ་ཡ་དེ་འགྲོ་མི་འགྲོ་དང་བསམ་བློའི་ངོས་འཛིན་ག་འདྲས་བྱེད་མ་བྱེད་དང་འདི་ཚོའི་ཐོག་ལ་བལྟས་ཚེ་བགྲོ་གླེང་གནང་ཐུབ་པ་ཡིན་ན་དཔེ་མི་སོན་ཡག་པོ་ཡོད་རེད་བསམ་གྱི་འདུག

ཨོ་རིན་པོ་ཆེ་ལ་ད་ལྟ་བཀའ་འདྲི་ཞུ་རྒྱུ་ལ་ད་ལྟ་ང་རང་ཚོའི་སྔོན་ན་གི་ནང་ཆོས་ཀྱི་ཐོག་ནས་གི་ད་ག་རེ་ནས་ལས་སྐྱབས་འགྲོ་བསྟེན་བསྟེན་ཞིག་ལོ་ཆུ་ཚིགས་ཁམས་པ་ད་ལམ་གསུང་རྣམ་གསུང་སོགས་དེ་གའི་གང་ག་འབྲེལ་བཤད་དེ་གའི་གང་ག་ད་ད་ང་རང་ཚོའི་གནས་བཤད་དེ་གའི་གང་ག་ཚང་མ་ཡོད་དེ་པོ་རེད་བྱས་ཨ་ཡིན་ན་ལས་གསང་སྔགས་གཟུངས་སྔགས་དང་དེ་འདྲའི་གི་ཐོག་ནས་གི་གཟུགས་ལ་ཐད་ཀར་འབྲེལ་བ་གནང་རོགས་བྱས་སུ་ཡང་དེ་འདྲའི་གི་གར་ཆེན་ནི་ཡིན་ན་བྱས།

དེ་འདྲའི་ཕྱིར་ནི་ད་གསང་སྔགས་ཀྱི་སྐོར་ལ་ལེ་ཝི་སྐབས་དེ་ལ་ངོ་ནི་གྱི་ཚིག་ཉམས་ལྡན་གཅིག་ཡིན་ན། སོ་སོ་གི་སོ་སོའི་བླ་མ་ཡག་པོ་ཅིག་བཙལ་ནས་བླ་མ་དེ་ལ་བསྟེན་ནི་རེད། དེ་རང་གི་འདི་ཉིད་ཤི་བ་ཡིན་ན་དེ་ལ་བྱིན་རླབས་དམིགས་བསལ་གྱི་ཚན་ཁ་ཅིག་ཡོད་རེད། སྐབས་རེ་སྐབས་རེ་སྔགས་དེ་འདྲ་ཡིན་ན་ང་ཚོ་རེད་ང་ཚོ་ཧ་གོ་ད་ཡ་དེ་འདྲ་ཡོང་གི་རེད། སྔོན་མ་ཀུན་མཁྱེན་རྒྱལ་ཡོངས་བྱེད་པ་ཁོང་གི་སློབ་མ་ཅིག་ལ་ངས་ཁྱེད་རང་ལ་དམིགས་བསལ་གྱི་གདམས་པ་ཅིག་གནང་དགོས་ཟེར། སློབ་མ་དེ་གཉེན་གྱི་ནང་འདུག་ཅིག་ནས་ང་ཚོ། ད་ལྟ་ཡ་མ་ར་འཛི་སོང་ཡིན་པ་རེད། ད་བུ་ནམ་རྒྱུན་ཧ་གོ་བསྡད་ཡ་གཅིག་རེད་བ། ད་ཁོང་ལ་དེ་འདྲའི་ཕྱིན་སོང་དེ་ཤིན་ལུབ་ཀྱི་ཚང་ག་ལོག་གཅིག་ཡོང་དགོས་རེད། རྗེས་སུ་གཅིག་དེ་ཡིན་རེད་བ་ཤིན་ལུབ་ཀྱི་ཚང་ག་དངོས་གནས་ཀྱི་ང་ཚོ་ད་དེ་ཞིབ་འཇུག་བྱེད་མཁན་གཅིག་ཡིན་ན་ཁོ་ལོག་རེད། ད་ང་ཚོ་དེ་ལ་ཡོང་མཁན་ཆ་ཚང་བོད་པ་རེད་ནང་པ་ཡིན་ཉམས་ལེན་བྱེད་མཁན་ཟེར་མཁན་རྐྱང་རྐྱང་ཡིན་དེ་ཉམས་ལེན་རང་གི་སྒང་ལ་འགྲོ་ཐུབ་བ་ཡིན་ན། ད་ང་ཚོ་ལྟས་སོ་སོ་སེམས་དེ་སྒྱིར་གཅིག་བཏང་དགོས་ཀྱི་ཡོད་དེ། དང་པོ་དེ་ལ། མདོ་ཕྱོགས་དེ་ལ་ལྟས་སུ་གོ་བ་འདྲ་བོ་ཅིག་ཆགས་པ་ཡིན་ན། སེམས་གངས་རི་འདྲ་བོ་ལོ་གསུམ་འགོག་འདུག་སུམ་རྟགས་འདྲ་བོ་ཅིག། ང་ཚོ་ནམ་ཅི་འདི་སྲིད་ད་ལྟ་ངས་ཉམས་ལེན་གཅིག་གི་ཡིན་ལབ་དེ་མང་པོ་ཅིག་བསམ་བློ་ནང་ལོག་ལ། ཉམས་ལེན་གཅིག་གི་ཡིན་ད་འདི་ཡིན་གཅིག་མིན་ཡང་ལྷ་ཁང་གཅིག་ནང་ལ་འགྲོ་ནས་ཞལ་འདོན་ཅིག་སྐྱོར་དགོས་ཀྱི་ཡོད་འདྲ་བོ་དེ་འདྲའི་མང་པོ་ཅིག་བསམ་བློ་ནང་ལ་ཡོད་རེད། ཡིན་ནའང་ད་ང་ཚོ་ཉམས་ལེན་གཅིག་ལབ་དེ། སངས་རྒྱས་ཀྱི་གསུང་ད་ལྟ་ངས་བཤད་རྒྱུ་དགོས། རྗེར་ལྟ་འཇལ་ཟེར་ཡ་འདི་ཚོ་ནང་ལོགས་ལ་སོང་ཡ་དེ་གར་སོང་དགོས་ན་སེམས་བསྒྱིར་བྱིས་བཏང་ཡ་དེ་ཤེས་དགོས་རེད། ད་སེམས་བསྒྱིར་བྱིས་བཏང་དགོས་ཡོད་དུས་སེམས་བསྒྱིར་བྱིས་བཏང་ཡ་ལ་སེམས་ཀྱི་དཀའ་ངལ་དེ་མ་སེལ་ཡ་དེ། ཕ་རྩ་བ་དེ་གར་ཐུག་འོང་གི་འདུག་ལབ་དུས་ང་ཚོ་འདོམས་ཚིག་འདོམས་འདི་འུ་ཅིག་བྱ་བ་ཡིན་ན་རྩ་བའི་ཉོན་མོངས་དྲུག་ཟེར་ཡ་དེ་འདི་ཚོ་མང་ཆེ་ཆེ་གོ་བདེ་གི་རེད་བ། ག་དུས་ན་ང་ཚོ་སོ་ཉོན་མོངས་འདི་ཚོ་དཀའ་ངལ་སྤྲད་འོང་དགོས་རེད། ད་དེ་ཕག་འགྲོ་དུས་བདག་འཛིན་ཟེར་ཡ་དེ་ལ་ཐུག་འོང་དགོས་རེད། ད་བདག་འཛིན་གསལ་དེ་མ་ཁོ་འཇོམས་དགོས་ཀྱི་འདུག་ལ་འོང་དུས་ལྟ་གྲུབ་ཀྱི་རྣམ་གཞག་དེ་མ་ཡོང་ན་ཁོ་བདག་འཛིན་དེ་བཅོམ་ཐུབ་ཀྱི་ཡོད་མ་རེད། བྱས་ཙང་གཞུང་ལུགས་ཀྱི་ངང་ནས་ལྟ་གྲུབ་ཀྱི་རྣམ་གཞག་མང་པོ་ཅིག་ལས་འོང་གི་འདུག་ཨ། ད་དེ་འདྲའི་དབྱེ་ཞིབ་ཚང་མ་ཅིག་མ་བྱུང་བ་ཡིན་ན་ཡང། ང་བཟོ་བོའི་ཕ་འགྲོ་ནས་ད་ལྟ་ངས་བཤད་བཅུག་གི། རྩ་བའི་ཉོན་མོངས་དྲུག་གསལ་དེ་ལ་རགས་ཙམ་གྱི་ཅིག་བསམ་བློ་ཅིག་བཏང་ནས་རེད་བ། དེ་རང་ང་ཁོང་ཁྲོ་སྐྱེས་ཡོང་གི་ཡོད་ན་ཨ་ད་ཁོང་ཁྲོ་ཤེས་སྐྱེས་སོང་ད་ཁོང་ཁྲོ་གི་ཤེས་ལས་དེ་ཡོང་གི་འདུག་ད་བསམ་ནས་དེ་རང་ལ་དངོས་ནས་ང་བཟོ་བོས་ཅིག་ཐབས་ཤེས་འདྲ་བོ་ཅིག་བཏང་ནས། སྐབས་རེ་སྐབས་རེ་ང་ཚོ་ཉམས་ལེན་ཡིན་ལ་ནི་མ་ནི་འདྲ་ཅིག་བགྲང་ཨ་ནི་ཅིག་བསམ་བློ་དེ་བག་ཡངས་དེ་དེ་ང་འདྲ་བོ་ན་དེ་ཉམས་ལེན་ལ་བརྩི་གི་མེད། ཉམས་ལེན་ལབ་དེ་གར་བརྩི་དགོས་ལ་ན་སེམས་འགྱེར་གྱིས་བཏང་ཡོད་རེད། ངས་ནམ་རྒྱུན་ང་རང་གི་དཔེ་ཁྲིད་འདྲ་བོ་ཅིག་བྱས་དེ་ཟེར་ཡོད། དང་པོ་ང་ཚོ་ནང་པ་ཅིག་ཡིན་ན་མི་བཟང་པོ་ཅིག་བྱེད་ཤོག་ཟེར། མི་བཟང་པོ་དེ་ནང་པ་གི་སྔོན་འགྲོ་གི་ཆ་རྐྱེན་རེད། ང་ཚོ་སྤྱི་ཚོགས་ནང་ལོགས་ལ་ད་ང་ཚོ་མི་གཅིག་ལ་མཚོན་པ་ཡིན་ན་ཞོགས་ཀྱི་ཡར་ལངས་དུས་ནས་དེང་སང་མི་མང་ཆེ་ཆེ་དེར་བ་ང་ཚོ་ཞོགས་ཀྱི་ཡར་ལངས་དུས་ཁ་པར་དེ་ཁ་ཤས་ཡོང་གི་རེད་བ། ཁ་པར་དེ་ཁ་ཤས་ཡོང་དུས་ནང་ལོགས་ལ་ག་རེ་མཐོང་གི་རེད། སོ་སོ་སོ་ལྕགས་ལངས་བཏང་ཡག་གི་ལས་ཀ་མང་པོ་གཅིག་གནང། འདིའི་ནང་ལོགས་ལ་ད་ལྕགས་འཛིན་བཤད་གི་བར་ད་འདྲ་མི་འདྲ་གནང་དགོས་རེད་བ། ད་འདི་ཚོ་ལ་སོ་སོ་གི་བསམ་བློ་བཏང་ནས་ཨ་ཁི་ང་སང་ཉིན་འདི་འདྲི་མ་བྱེད་དགོས་ད་ཟེར། སོ་སོ་བའི་སྐྱག་རྫུན་མ་ཤོད་དགོས་སོ་སོ་བའི་ཁོང་ཁྲོ་མ་ལངས་དགོས་ཟེར་ཡ་དེ་སེམས་དེ་ངོ་ནི་ཟླ་བ་གཅིག་གི་སྔོན་ལ་ཁྱེད་རང་གི་བསམ་བློ་དེ་འདྲའི་དམ་བཅའ་བཞག་ནས་ཟླ་བ་གཅིག་གཉིས་གཅིག་གི་རྗེས་ལ་ལྟ་དེ་ཁྱེད་རང་བརྗེད་ཅིག་འགྲོ་གི་འདུག་མི་འདུག་སྔོན་གྱི་དགའ་དུམ་གོང་མ་བཟོ་གི་རྣམ་ཐར་དེ་འདྲའི་ནང་ཡོང་གི་འདུག་རྡོ་དེ་འདྲའི་ཤག་ནས་རྡོ་དཀར་བོ་དང་ནག་པོ་ཤག་ནས་ཨ་ནི་དེར་ཐབས་ཤིག་བཏང་ཡ་དང་དེ་འདྲའི་བསམ་བློ་ལ་ང་ཚོ་བཏང་ནི་རེད་བ་སོ་སོ་གི་སེམས་དེ་ལ་དེ་བྱས་པ་ལ་ཨ་ནི་གཞུང་དེས་མ་སྦྱངས་ནས་ང་ཚོ་ད་ག་ཟེ་སྒོམ་རྒྱབ་དགོས་ལ་ཁ་གདངས་དེ་ན་ཡོང་གི་མ་རེད་སྒོམ་རྒྱབ་ཡ་ལ་ཡིན་གཅིག་མིན་ཡ་གཞུང་གི་སྒོམ་གི་འགྲོ་སྟངས་དེ་ཚོ་དེ་ཚོ་ཧ་གོ་གོ་བ་རེད་ད་འདི་སྤྱོད་གི་མང་ཤས་ཅིག་རེད་ཨ་ནི་དེ་ཡིན་ཡག་འགྲོ་ནས་ངོ་ནི་ད་ཕ་འགྲོ་དེ་གསང་སྔགས་གི་སྐོར་དེ་ཚོ་རེད་དེ་ཚོ་ལ་དམིགས་བསལ་གི་བླ་མ་ཅིག་ལ་བསྟེན་ནས་འགྲོ་བ་ཡིན་ན་ཁོ་དེ་ལ་བསྟེན་པའི་ནུས་བ་ཅིག་དང་བྱིན་རླབས་ཅིག་འབྱུང་གི་རེད་དེ་མ་གཏོགས་གསང་སྔགས་ལ་ང་ཚོ་གི་ཕ་འགྲོ་ལངས་བྱེད་ཀྱིན་ལ་ན་ངེས་ན་དེ་རྩ་བ་རང་ནས་ཡོང་གི་མ་རེད་བསམ་གི་འདུག།

མདོ་ཟབ་མོ་འདི་སྔགས་ནས་བྱུང། ཀེག་དངར་པོ་འདི་ཅི་ནི་ནས་བྱུང། ཅི་ནི་མེད་ན་སྔགས་ཀེག་བཟོ་ཡོད་མ་རེད། མར་པའི་ཨ་ཅག་རོ། ད་ཨ་ཅག་ལ་སང་ཉིན་ནས་སྔགས་ཀེག་ཅིག་ཡག་པོ་བཟོ་རོགས་གྱིས། ཨ་ནི་དངར་མོ་ཡག་པོ་བཟོ་རོགས་གྱིས་ལབ་ནས་ཨ་ཅག་ཁྱེད་རང་ལ་བྱེ་མ་ཀ་ར་ཡང་མེད། ཨ་ནི་སྦྲང་རྩི་ཡང་མེད། བུ་རམ་མེ་ཡང་མེད་བྱས་ཏེ་ད་ཀེག་དངར་པོ་ཅིག་བཟོས་ཡོད་མར་པ། འདི་ནི་བཞིན་གྱི་སྔགས་འདི། བཟང་མོ་ཞེ་ར་རེད། སྙག་ཉམས་སྔགས་ཉམས་ནས་བྱས་དེ། ལས་སླ་བོ་བྱེད་པ་མ་རེད། མདོ་སྡེ་རྨང་གཞི་རེད་ད་རྨང་གཞི། ཁང་པ་ཐོག་རྫིག་པོ་ཞིག་སྤུར་བར་བྱེད་པ་ལ་རྨང་གཞི་ཡག་པོ་ཞིག་དགོས་གི་རེད། རྨང་གཞི་མེད་པར་ཁང་པ་ཐོག་དེ་གསེར་གྱི་སྤུར་བ་ཡིན་ན་ཡང་ཉི་མ་གཅིག་ལ་ཕར་ཆེར་དེབ་འགྲོ་གི་རེད། དེ་དེབ་ན་ག་རེ་བྱེད་རེད་ཁང་མེད་ན་དེང་ནི་མི་དེ་ཕར་ཆེར་ཤི་གི་རེད། བྱས་ཙང་སྔགས་དེ་ཉམས་ལེན་ཡག་པོ་བྱེད་པ

གཞི་གནས་ཀྱི་བརྟན་པོ་ཅིག་བྱུང་ཟིན་ན་ལྷག་མཐོང་སྐྱེ་ཡི་རེད། ལྷག་མཐོང་ག་རེ་ཟེར་ན་མིག། ཆོས་ཐམས་ཅད་ལྟ་ཡས་ཀྱི་མིག་ལྟ་བུ་དེ་ཤེས་རབ་དེ་རེད། རེད་བ། དེ་ཡིན་སོང་ཙང་ད་སྔགས་དེ་ཡང། ང་རང་ཚོ་ཨོ་མ་ནི་པད་མི་ཧུང་ཟེར་དེ་སྔགས་དྲང་བ་དེ་རེད་དེ། སྤྱིར་བཏང་ཏན་ཏྲ་ཟེར་འདི་སྔགས་དེ་རེད་བས་ཟེར་ན། དེ་དེ་རིགས་ཡོད་མ་རེད། གཟུངས་སྔགས་ཟེར་གྱི་རོ་གཟུངས་ལ་སྔགས་ཟེར། དེ་ད་བགྲོ་གླེང་བྱེད་ཀྱི་ཡིན་ན་གཟུངས་ཟེར་ན་ག་རེ་རེད་སྔགས་ཟེར་ན་ག་རེ་ཟེར་འདི་གང་ཕ་གཞིས་མི་མ་གང་ག་ལོ། སྒོ་ཐོབ་ནི་པའི། ད་ང་ཡི་ལོག་དྲུག་ཡིན་ཁོ་ལོག་དྲུག་ཡིན། ད་གི་གཞི་ལ་ཤེས་ནི་མང་པོ་ཤིག་འདུག་གར་ཤེས་ནི་གོས་ནི་ཚོད་མི་སོང། བྱིན་རླབས་ཆེན་པོ་བྱུང་ལོག་དྲུག་ཡིན་ཟེར་ཉེ་གི། མར་པས། དེ་ཡིན་སོང་ཙང། མདོ་དང་སྔགས་གཉིས་དེ་རྣམ་དབྱེ་དེ། ཡིན་གྱི་མིན་གྱི་ཤེས་དགོས་རེད། སེ་ར་དགའ་ལྡན་འབྲས་སྤུངས་བཀྲ་ཤིས་ལྷུན་པོ་ལ་སོགས་པ་དེ་གཙོ་བོ་པའི་གྲྭ་བ་བྱེད་པ་ནས་བཟུང་སྟེ་གི་གཞི་མ་ཐོན་བར་དུ་ང་ཚོ་རྡོ་རྐྱང་རྐྱང་བཏགས་འགྲོ་སྡིག་གི་རེད། འདི་ཆ་ཚང་དེ་ཚགས་སོང་ན་ཨེ་ནི་བཞི་ནི། རྒྱུད་སྟོད་དང་རྒྱུད་མའི་རྒྱུད་གྲྭ་སྟོད། རྣམ་གཉིས་ལ་འཛུད་ནི་ཨེ་ནི་སྔགས་ཀྱི། སློབ་སྦྱོང་འདི་བཞི་ནི་འགོ་བཙུགས་ཡོད་རེད། བཞི་ནི་འགོ་བཙུགས་ཡོད་རེད། སྔགས་ཀྱི་གཙོ་བོ་དེ་ག་རེད་ཟེར་ན། ཐ་མའི་སྣང་ཤེས་ཀྱི་དྲི་མ་དེ་སྦྱང་དགོས་ཡོད་རེད། ཨ་ཨ་ཅག་འདི་མཛེས་པ་ལ་མེ་ཀ་བ་ཡག་པོ་ཞུ་ཞུ་ཞུ་ཞེས་བཟོས་བཞག་འདུག། པར་ཕིམ་ཡག་པོ་ཞུ་ཞུ་ཞུ་འདུག་དྲི་མ་ཞིམ་པ་ལ། འདི་ཞུགས་ལ་རྒྱུགས་འགྲོ་གི་ཡིན་ན། སང་ཉིན་འདི་པར་ཕིམ་པར་ཕིམ་འདི་བཟོ་དངུལ་ནག་གི་དྲི་མ་ཁ་ཡོང་གི་རེད། རེད་བ། བྱས་ཙང་ཐ་མག་གི་སྣང་ཤེས་འདི་བཀག་པ་ཡིན་ན། ཡ། འདི་ང་ལ་པར་ཕིམ་གྱི་དྲི་མ་འདི་ཁ་སོང་མ་གཏོགས་ཨ་ཅག་རང་གི་དྲི་མ་འདི་ང་ཁ་མ་སོང།

ཨ་ཅག་རང་ཁོ་རང་གི་རང་བཞིན་གླིང་རྒྱས་ཀྱི་དྲི་མ་ཞིམ་པོ་དེ་ཁ་མ་ཁ་བ་མ་རེད་པར་བྷི་མའི་དྲི་མ་དྲི་མ་དེ་རེད་ཤ་ཟེར། ཐ་མའི་སྣང་ཤེས་ཀྱི་སྣང་བ་འདི་བཀག་ཐུབ་བས་དེ། སྔགས་ཀྱི་སྤང་བྱ་གཙོ་བོ་དེ་མར་བས། མར་བས་རུ་བ་རྒྱུད་དུས་ཏེ། རྒྱུད་དུས་རྣམ་པ་སུ་ཡོད་རེད་ཀྱི་ནི་རྒྱུད་མེད་ཡོད་རེད་བྱས་ཙང། སྔགས་ཀྱི་དམ་བཅའ་བྱ་ཡུལ་དེ་གང་ལ་སྔགས་ཀྱི་ཐུན་མོང་མ་ཡིན་པའི་སྤང་བྱ་ག་རེ་རེད་ཟེར་དྲི་བ་བཏང་བ་ཡིན་ན།

རྡོག་རྡོག་སྒྲོག་བྱེད་ང་ཚོའི་བསམ་བློ་ནང། སོ་སོའི་བསམ་བློ་ནང་ཆ་ཡ་གཅིག་ཡོད་པ་ནི་འགྲིག་གོ་རེད་བ། ག་ཚོད་བགྲོ་གླེང་བྱས་ནས་མ་བྱས་ནས་སོ་སོའི་བསམ་བློའི་ནང་ལོགས་ལ་ཆ་ཡ་རྩ་ནས་མེད་པ་ཡིན་ན་ཡང་གཅིག་གོ། བགྲོ་གླེང་བྱེད་པའི་གི་ད་ནང་དོན་ཟེར་ན་མི་འདུག་སྙིང་དོན་ཟེར་ན་མི་འདུག་དེ་ལྟར་རག་མེད་པའི་སོར་རེད་བ། ཕ་ནི་བགྲོ་གླེང་བྱེད་ནི། ཕ་གཟུགས་མང་པོ་ཅིག་བཤད་རིན་བཏང་རྗེས་ནས་མཐའ་མའི་མཐའ་སྡོམ་དེ་ལ་ནི་སོ་སོའི་བསམ་བློ་ནང་ལ་སྟེག་རྩིས་ཅིག་ཕ་རྒྱག་ཐུབ་ཡས་དང་འོ་འདི་གནད་འགག་ཅིག་འདུག་ཨ་བསམ་ནས་ཕ་གི་ཟིན་ཐོ་ཞིག་བརྒྱབ་ཐུབ་ཡས་དང་དེ་འདྲས་བྱས་པ་ཡིན་ན་ནི་གཅིག་ནས་གཉིས་གཉིས་ནས་གསུམ་བཞི་ནས་བཞི་ཡར་སྟེཇ་མཐོ་རུ་མཐོ་རུ་འགྲོ་ཡས་ཡོད་རེད་བ། དེ་ག་དུས་ཡིན་ན་སྟེཇ་དང་པོ་ཁོ་རང་བསྡད་ཤེས་ན་དེ་ཡོང་གི་མ་རེད་བ། དེ་རྗེས་དུས་དེང་སང་གི་དུས་ཚོད་ལ་ང་ཚོ་ཚང་མ་ལོག་པས་ནང་ཆོས་ཀྱི་བགྲོ་གླེང་དང་ད་དེ་འདྲས་མང་པོ་ཞིག་ཡོང་ཡོང་དུས་ག་ནས་ནི་སོ་སོས་ནི་འདི་ན་ལོག་པའི་མཉམ་ཞུགས་རབས་བྱས་རྗེས་ནི་ཕ་གས་ཚང་མས་འདི་བརྗོད་དུས་སོ་སོ་དང་མཉམ་ཞུགས་འདི་རྣམས་བྱས་ནས་ནི་ཡར་རྒྱས་འགྲོ་ཡ་དང་བསམ་བློའི་ཐོག་ནས་ཡར་རྒྱས་འགྲོ་ཡ་དེ་སྐད་ཅིག་ཤེས་དགོས་དང་ས་དེ་སོང་སོང་ཡིན་གཅིག་མིན་གཅིག་ནང་ཆོས་བགྲོ་གླེང་ལ་ག་དུས་ཡོད་ནའི་སོ་སོ་མཉམ་ཞུགས་བྱས་ཡ་དང་བ་དངོས་ཤུགས་བརྒྱུད་གསུམ་ནས་དེ་འདྲའི་ཅིག་བསམ་བློའི་ནང་ལ་བ་འཇགས་ཐུབ་ཡ་དེ་ཚོ་དཔེ་གནད་འགག་ཆེན་པོ་རེད་བསམ་གྱི་འདུག་རེད་བ། དེ་འདྲའི་དུས་ཚོད་བསྐྱར་དུ་ཡང་བསྐྱར་ཡང་བསྐྱར་ཡོང་ཡ་དེ་དཔེ་ཁག་པོ་འདུག་བ། ད་ང་ཚོས་ཀྱི་དུས་ཚོད་མང་ཆེ་བ་ཅིག་ཅིག་དེ་འདྲའི་གི་བགྲོ་གླེང་ཕྱོགས་ལ་ད་འགྲོ་གི་ཡོད་མ་རེད་ང་ཚོ་ཚང་མའི་མཁྱེན་གསལ་རེད་བ། ད་དེ་འདྲའི་གོ་སྐབས་ཅིག་ཡོད་པའི་ཁ་ཐུག་ལ་སོ་སོའི་ཀྱི་སྐལ་བ་བཟང་པོ་ཡིན་བསམ་ནས་བསམ་བློའི་ཐོག་ནས་ཅིག་བགྲོ་གླེང་ཅིག་ཕ་ག་སུ་རེད་དྲི་བ་ཞིག་བཏང་གནང་གི་ཡིན་ན་དེ་ནང་ཞུགས་མཁན་མཁས་དབང་མང་པོ་ཡོད་རེད་ཨ་ནི་སོ་སོའི་ཀྱི་བསམ་བློའི་འགྲོས་དང་མཐུན་པ་ཞིག་ནས་ལན་ཞིག་བསྐྱོན་ཡོང་དགོས་རེད་བ། འོ་འདི་གི་སོ་སོ་ལ་ཕན་ཐོགས་ཡོད་ད་དེ། འཕེན་པའི་བྱ་བ་འདི་ག་དུས་ནས་སོ་སོས་པ་སྒྲུབ་དགོས་རུང་བ་ང་རང་ཚོས་སྒྲུབ་ཡག་རེད་མ་གཏོགས་མི་གཞན་པ་འགྲུབ་དགོས་མ་རུང་བ་འདི་གནད་འགག་ཆེན་པོ་ཞུ་བྱེད་རེད་འདི་ཚང་མས་ག་དུས་ནས་ནང་ཆོས་བགྲོ་གླེང་སྲོལ་དུས་ད་མི་མང་གིས་འདི་དཔེ་གལ་ཆེན་པོ་ཞིག་བརྩི་དགོས་དེ་དཔེ་གནད་འགག་ཆེན་པོ་རེད་ནང་ཆོས་བགྲོ་གླེང་གི་བརྒྱུད་ནས་ནང་ཆས་ཤོད་དགོས་ཡ་ཅིག་རེད་མ་གཏོགས་ཁྱེད་ཀྱིས་བགྲོ་གླེང་རྩ་ནས་མ་བྱས་ནས་ནང་ཆོས་ཤེས་ཟེར་མཁན་དེ་རྩ་བ་ཉིད་ནས་ཡོད་མ་རེད་དོ། དངོས་གནས་ཡོད་མ་རེད་ཁྱེད་རང་ཚོ་བསམ་བློ་ཡག་པོ་བཏང་དང། བགྲོ་གླེང་ཕར་བཤད་ཚུར་བཤད་དེ་འདྲའི་མང་པོ་བྱས་པའི་ནང་ནས་བསམ་བློའི་ནང་ལོགས་ལ་གསལ་དུ་གསལ་རུ་གསལ་རུ་གསལ་རུ་གསལ་རུ་འགྲོ་དགོས་རེད་པ། འདི་གསལ་རུ་འགྲོ་ན། ཨ་རིས་སོ་སོའི་མཐོང་རྒྱ་ཐོས་རྒྱ་ཆེ་རུ་འགྲོ་གི་རེད། འདི་ཆེ་རུ་འགྲོ་བ་ཡིན་ན་ག་རེ་ཡོད་རེད་སོ་སོ་ལ་ཕན་པ་ཡོད་རེད། སོ་སོ་ལ་ཕན་པ་ཙམ་དུ་མ་ཟད་མི་གཞན་ལ་ཡང་ལག་ལྔ་སྟོན་ཐུབ་པའི་ནུས་པ་ཡོང་དགོས་རུ་བ། བྱས་ཙང། ག་དུས་ཡོད་ནས་ནང་ཆོས་བགྲོ་གླེང་ལབ་པ་ཐག་རིང་དུ་མ་བསྡོད་ཅེས་ལྟས་ཐག་ཉེ་རུ་བྱས་ནས་བགྲོ་གླེང་དེ་སྤེལ་མི་སྲིད་པའི་གལ་ཆེན་པོ་དེ་ཞུ་རྗེས་ཀུན་འདུས་ཀྱིས་ད་གོང་གཞི་ཡི་ནང་ཆོས་བགྲོ་གླེང་དེ་མང་པོ་ཞུ་རྗེས་ནང་ཆོས་ངོ་སྤྲོད་གནང་པའི་ཞུ་ལ། ནང་ཆོས་ངོ་སྤྲོད་དེའི་སྐབས་ཆོས་ཚུལ་ཕྱེད་ཀ་ཆོས་གཅིག་གཏང་དགོས་བགྲོ་གླེང་དེ་མང་པོ་ཞུ་རྗེས་ཚོགས་གནང་གི་འདུག་ད་ལྟའི་དགག་བྱ་དང་དགོས་པ་རྒྱུ་མཚན་ཞིབ་ཅིག་ཡོད་པ་སོང་ཙང། ཨ་རི་དེ་དར་སང་པའི་ནང་ཆོས་པའི་བོད་པའི་ནང་ཆོས་དེ་ཞོའུ་རེ་དར་ས་ཆེན་པོ་ཡོད་མི་སོང་ཙང་ད་འདི་རྒྱུ་མཚན་དང་གནས་ལུགས་མང་པོ་ཅིག་ཤེས་པའི་ཐོག་ནས་འགྲོ་དགོས་ཀྱི་གནད་འགག་ཆགས་ཀྱི་ཡོད་སོང་དེ་ཚང་མས་ཡིན་གཅིག་མིན་གཅིག་ཨ་རི་དགོངས་པ་ལ་མཇལ་བ་ཞིག་གནང་རོགས་གནང་ཞུ་ཡས་ཡིན་ད་ཕི་ཕྱི་ཨ་མདའ་དྲི་བ་གཅིག་འཚོལ་བཞིན་ཡོད་ས་རེད་ཏེ་ཨ། དགོངས་ཀྱི་མེད་པ་ཞོན་ཅི་ན། རུང་བྱས། ཨ་ནི་ད་གཞི་ངས་དྲི་བ་ད་དུང་ཞུ་ཡ་ཅིག་ཡོད་ཀ་རེད་ཟེར་ལབ་ན་རུང་བྱས། གཏན་འཁྱོར་དེ་ལ་ཡ་པོ་ཏི་བརྒྱ་དང་ཉུ་ཤུ་ཟེར་ཀ་གཏན་འཁྱོར་གཉིས་ཀ་བསྡོམས་ནས་པོ་ཏི་ཉིས་བརྒྱ་ལྷག་ལ་ཅིག་བཀའ་གནང་སོང་སྤྱི་འདང་གི་ཆེད་ནས་ན། ཨ། བདེ་དགེའི་ཨ་ནི། བསྟན་འགྱུར་དེ་ལ་ཡང་པོ་ཏོ་ཉིས་བརྒྱ་དང་བཅུ་མའི་སྒོ་འབྱེད་དེ་ནས་ལོ་རྒྱུས་དང་དེ་འདྲའི་ཡར་མར་ཁག་སྒོ་འབྱེད་ནི་པོ་ཏོ་བཞི་བྱས། དཀར་ཆག་པོ་ཏོ་གཉིས་དང་པོ་ཏོ་བརྒྱ་དང་བཅུ་གསུམ་ཉིས་བརྒྱ་དང་བཅུ་གསུམ་ཡོད་དེ་གསུངས་འདུག་དེ་རུང་ཕྱི་ག་ནས་བསྟན་འགྱུར་རེར་པོ་ཏོ་བརྒྱ་དང་ཉུ་ཤུ་གསུངས་སོང། ཨེ་དེ་བཞི་འགྲོ་ག་བཅུ་ཡོད་ན་སེ་ཤོད་ཅིག་ཡིན་དེ་ནས་རུང་ཕྱི་གི་དེ་ལན་མང་གནང་བའི་སྔོན་ལ་ཡང། ཨ་ནི་ད་རུང་ཕྱི་དང་གི་ཕྱི་ལ་རྣམ་པ་གཉིས་ཆགས། ཨ་ནེ་ད་ལྟ་ཨ་ཅེ་དེ་ཡིས་དྲི་བ་དྲས་དེ་ལ་ཡང་ཨ་ནེ་ལན་གནང་སོང་ཕར་ཆེར་ཨ་ནེ་མོ་ལ་སེའུ་ཆགས་ཡོད་པའི་རེ་བ་ཡོད་ཡིན་ནའང་ད་མོའི་དྲི་བ་དེ་ལ་ཡང་དེ་དྲི་གི་འདུག་ཨ་ནེ། གསང་སྔགས་ཞེས་མོ་རང་གི་ཚིག་ཁ་ནང་གཏོང་གི་འདུག་གསང་སྔགས་ཞེས་པའི་ཚིག་གཉིས་པོ་གི་དང་པོ་དེ་ལ་གསང་ཟེར་བ་ཅིག་འདུག་གསང་ཟེར་བ་དེ་ང་ཚོས་གསང་བ་བྱས་ཀྱི་ཚིག་རེད་གསང་བ་བྱས་ཀྱི། དེ་རེད། ཚིག་དེ་ལ་བརྟེན་ནས་ཡིན་ན་ང་ཚོས་སྔགས་ཉམས་ལེན་བྱེད་མཁན་གྱིས་ཀྱང་གསང་ཞིང་སྦས་པའི་སྒོ་ནས་སྒྲུབ་དགོས་པ་ཅིག་ཡིན་པ་དེ་ཚིག་དེ་གཉིས་ཀྱི་དང་པོ་དེ་ལ་གསང་སྔགས་ཟེར་གྱི་འདུག་བ། གསང་ཟེར་དུས་དེ་གསང་བ་བྱེད་དགོས་ཀྱི་རེད་ཟེར་བ་རེད། གཅིག་དེ་རེད། གཉིས་དེ་ནི་སྔ་མ་ནི་བཀའ་སྡོམ་པ་དགེ་བཤེས་དུ་གསོལ་གསང་སྔགས་ཉམས་ལེན་བྱེད་མཁན་ཕར་ཆེར་གསང་སྔགས་ཉམས་ལེན་བྱེད་ཀྱི་འདུག་བ། ཡིན་ན་གསང་སྔགས་ཉམས་ལེན་བྱེད་མཁན་ཡོད་ན་ཕྱི་ཚུལ་ལྟར་ན་ཧ་གོ་གི་མ་རེད་ཟེར་གྱི་འདུག།

ཁྱེད་ཚོ་འཐེན་འཁྲིད་ཅིག་རེད་འདུག་གཅིག་ཐེ་རེད། གཉིས་ཐེ་ནི་ནི་ང་ཚོ་བོད་བརྒྱུད་ནང་བསྟན་གྱི་དད་སངས་ནི་བོད་བརྒྱུད་ནང་བསྟན་ལ་ཡ་བཞམས་པ་དགག་པ་རྒྱག་མཁན་གྱི་རིགས་གཅིག་གིས། བོད་བརྒྱུད་ནང་བསྟན་གྱི་གསང་སྔགས་ཉམས་ལེན་བྱེད་ཡ་དེ་ཧིན་དུ་གྱི་ཆོས་ལུགས་རེད་ན་མ་གཏོགས་ནང་པའི་ཆོས་མ་རེད། རྒྱུ་མཚན་ག་རེ་ཟེར་ན་སྟོང་པ་ཐུགས་རྗེ་ཅན་ཞལ་བཞུགས་ཀྱི་སྐབས་དུ་སྔགས་གསལ་ནི་རྩ་བ་ཉིད་ནས་གསུངས་ཡོད་མ་རེད། དེ་གསུང་མཁན་མང་པོ་ཡོད་འགོ་རེད། ལྷག་པར་དུ་ནི་པཱ་ལིའི་ཆོས་བརྒྱུད་དུ་གཟུགས་སྐུ་འོད་དུ་གསལ་བ་ནི་སྔགས་རྩ་བ་ཉིད་ནི་གསང་སྔགས་རྩ་བ་ཉིད་ཁས་ལེན་དགོས་མ་རེད། རྒྱུ་མཚན་ག་རེ་ཟེར་ང་ཚོས་ནི་ག་རེ་གསུང་དགོས་རེད་ལབ་ན། སྟོན་པ་ཐུགས་རྗེ་ཅན་གྱིས་གསུངས་ཡོད་རེད། བསྡུ་བཞག་སྣོད་ལྡན་ན་དེ་འདྲི་ལ་ཡ། ལྐོག་ཆོས་སུ་བྱས་ནས་ད་ཀོ་ཀོ་བོ་སུ་སུ་བྱས་ནས་གསུང་བཞག་གཅིག་ལ་མ་ནི་ཡོངས་བསྒྲགས་བྱས་ནས་ཨ་ད་དེ་སང་ང་ཚོས་ནི་ཅིག་དབང་གནང་གི་རེད་ཟེར་ཡ་དེ་ཅིག་ཡོངས་བསྒྲགས་བྱས་ན་ཡ་མ་གནང་ཡ་ཅིག་བར་བ་ཅི་ད་གནང་སྔ་མ་ཡིན་ན་དེ་འདྲི་ཡོད་ས་མ་རེད།

ལོ་རྒྱུས་འགྲོ་བཤད་ནས་ན་ད་ང་ཚོ་གསང་སྔགས་ཚེ་ཡག་འདི་གི་གནས་སྟངས་དེ་འདྲས་ཅན་ས་རེད་ཟེར། ད་ངས་ད་ག་ཟེར། ཁྱེད་རྣམ་པ་གཉིས་ཀྱི་དེ་ཐོག་ལ་ཡང་གོས་ཆེན་གྱི་རྫ་ལ་ཨ་ནེ་འབོག་རེ་གི་ལྷན་པོ་དང་གཅིག་བྱས་ན་ཆགས་འགྲོ་བ་ཡི་ཉེན་ཁ་ཡོད་རེད་ད་ཨེ་དགོངས་ཀི་མེད་ཤ་ཡི།
ཨོ་ལགས་སོ་ཨ་ནི་ད་དུས་ཚོད་དེ་ཕལ་ཆེར་ཡོལ་སོ་ཆུ་ཚོད་གསུམ་པ་ནས་བཞི་པ་དང་རུ་བ་ཨ་ནི་ཕལ་ཆེར་ད། ཕལ་ཆེར་དུས་ཚོད་ཡོལ་བའི་སུ་རེད་བྱས་སོ་ད་ཡང་མཛད་རིམ་དེ་ཏག་ཏག་ཅིག་མ་ཕྱིན་པ་ཡིན་ནའི་ཡང་ང་ཚོ་ཏག་ཏག་མ་དེ་མཁན་བྱེད་དགོས་དགོས་པ་ད་ཆུ་ཚོད་བཞི་བ་ནས་ཡང་ནི་ང་ཚོ་ཞལ་ལག་མཆོད་བྱེད་ད་སང་ཉིན་ནི་ང་ཚོ་སྨོན་ལམ་ཚོགས་གནང་དགོས་རེད་བ་འདིའི་དཔའ་རུ་དེ་ལ་འགྲོ་གླེང་དེ་རིང་མང་པོ་ཡོང་གི་རེད་ཡིན་གཅིག་མིན་གཅིག་སྐབས་དུས་དུས་ལ་གོ་སྐབས་དེ་སིམ་བྱས་ནས་རྣམ་པ་ཚོས་དུས་ཚོད་ཏག་ཏག་ཅིག་གནང་ཐུབ་པ་ཡིན་ན་ཡག་པོ་འདུག་བསམ་གྱི་འདུག་རེད་བ་ད་ཡང་ད་ཆུ་ཚོད་བཞི་བ་ནས་ང་ཚོ་ཞལ་ལག་དེ་བྱེད་ཡང་ནི་ཞལ་ལག་དེ་ཚར་བའི་ཆུ་བོ་ལ་ད་ཆུ་ཚོད་ལྔ་བ་ནས་ང་ཚོ